རྒྱ་གར་བ་མང་པོ་ཞུ་བྱེད་ཚོགས་བཅར་གནང་གི་ཡོད་ཟེར་ཡོད་པའི་གི་དེ་དེ་གྲུབ་ཕྱི་ནང་ཤ་ཚོད་པ་བསྟན་པ་སོང་ད་ད་ལྟ་དེ་རྒྱ་གར་ཕལ་ཆེར་ཁྲིམས་ཐོག་ནས་ཡིན་སྲིད་པ་རེད་མ་གཏོགས་ལུགས་སུ་ཅིག་ལུས་ཀྱི་སྒྲུབ་བྱེད་ཆ་ནས་ཕལ་ཆེར་བོད་པའི་གི་སྐད་ཀྱི་ཐོག་ནས་ཞུས་པ་ཡིན་ན་མ་འདང་བ་དཀའ་ངལ་ཡོད་གལ་ཡོད་མ་རེད་དྲན་འདུག་བསྟན་པ་སོང་ཕ་བོད་སྐད་ཐོག་ནས་ཞུ་ཡས་ཆེ་འདི་ན་ཡང་དབྱིན་ཇི་དང་བོད་སྐད་གཉིས་མཉམ་དུ་འདྲེས་མའི་ཚུལ་དུ་ཅིག་སྐབས་རེ་དབྱིན་ཇི་ཐོག་ལ་ལུགས་སུ་ཡོད་གི་སྲིད་ཡང་བོད་སྐད་ཀྱི་སྐར་ཚོགས་རེ་ཅིག་གི་ཚིག་སྦྱོར་དུ་ཏག་ཏག་ཅིག་བརྗོད་པ་དེ་ཏག་ཏག་ཡང་མ་མཁྱེན་པ་དེ་འདྲ་ཡོད་པ་ཡིན་ན། ད་ཐ་ན་ངས་འདི་མ་ཞུས་དེ་དབྱངས་འཇགས་ཀྱི་ཐོག་ནས་ནས་ངོས་འཛིན་བྱེད་སྟངས་འདི་རེད། ད་ཅིག་གི་རྩ་བའི་ནས་ངོས་འཛིན་བྱེད་དུས་ད་ཐ་ན་དེ་རྣམ་པ་ཚོ་ཉི་མ་གཉིས་དང་ཕྱེད་ཀའི་རིང་ག་ལས་འདུག་སེམས་རེད་ད་ཅིག་གི་འདི་གའི་ཆ་ཚང་ཡང་ཅིག་གིས་ག་རེ་སྨན་གྱི་གྲུབ་བརྡེག་གི་ཐོག་ནས་ད་ཅིག་གིས་མ་ངོས་འཛིན་གནང་སྟངས་ཅིག་རེད་ད་ད་ལྟ་དེ་སྨན་གྱི་གྲུབ་བརྡ་ནི་ད་ལོག་རྦད་དེ་ཅིག་ད་ངས་གས་ཞུས་ཐུབ་མི་འདུག་དཔེར་ན་ཅིག་གིས་སོག་རིལ་པའི་འགྲོ་སྟངས་དུ་ལ་ན་ཅིག་གིས་རྟ་རེག་གྲི་གསུམ་ཟེར་ཞེས་རེད་བརྟག་པ་ཅིག་གིས་རྟ་བ་ཆུ་རེག་པ་རྩ་གྲི་བ་ང་ཟེར་ཞེས་རེད་དེ་འདྲའི་ཐོག་ནས་ད་ད་ལྟ་དེ་ཡ་ཅིག་གིས་རེག་པ་རྩ་ཟེར་ཞེས་དེ་བེད་སྤྱོད་བྱེད་འོས་མ་རེད་གང་ཡིན་ཟེར་ན་མི་ཡིན་གཅིག་མིན་གཅིག་དེ་ལས་དགོས་ཀྱི་ཡོད་མ་རེད། གཅིག་གིས་ཕ་ནི་གཅིག་གནས་ཚུལ་འགྲོ་རྒྱུའི་ཆུང་བ་ཡིན་པ་ཡིན་ན་གནས་ཚུལ་འགྲོ་རྒྱུ་ཁོ་ཨེ་མཆིས་ཕ་དེ་འདྲས་དེ་དཀའ་ངལ་དེ་འདྲས་ཅིག་འཕྲད་བྱས་དེའི་ཆེད་དུ་ད་གཅིག་གིས་གར་སོང་རེད་ནས་ཅིག་ག་འདྲས་བྱས་ན་ཡག་གི་རེད་ད་དེ་འདྲས་ཀྱི་ཐོག་ནས་ཡང་བརྟག་པ་བྱེད་སྟངས་དེ་ད་གཅིག་གཡང་ཆགས་ཀྱི་ནང་ན་མ་སོང་བྱ་བ་ད་དེ་རེད། ད་ད་ལྟ་དེའི་ནང་ལ། ཅིག་གིས་རྒྱུན་གཏན་གྱི་དབྱང་ཅང་གི་འགྲོ་སྟངས་ཅིག་གིས་ཞུས་པ་ཡིན་པ་ཡིན་ན། ཅིག་གིས་འདི་འདྲས་ཅིག་གོ་དགོས་ཡོད་རེད་གསུངས་རེད་མ། དབྱང་ཅང་གིས་མ་འདྲེས་པ་འདྲེས་མཁན་དེ་ཅིག་གིས་སྟོང་ཉིད་མངོན་སུམ་རྟོགས་འདུག་མཁན་དེ་ན་མེད་ན་རྟེན་འབྲེལ་གྱི་དངོས་ཅིག་གིས་ཆོས་ཉིད་དེ་ཚོ་ཡ། ཆ་ཚང་བ་དཔྱིས་ཕྱིན་པ་ཅིག་ཡ་འདྲེས་ཐུབ་མཁན་དེ་འདྲས་ཅིག་གོ་དགོས་ཡོད་རེད་གསུངས་རེད་ད་འདི་འདྲའི་འདྲ་བོ་དེ་གིས། ང་སྒྲོག་ཅེས་པ་ནི་འཆད་ཉན་རྩ་བ་ཉིད་ཚང་འགོག་མ་རེད། ད་འཆད་ཉན་གཉིས་བ་དྲུག་དེ་ག་རེ་དགོས་སྐོར་ཞུ་བས་ན་གཅིག་ཟག་དང་ཁྱིམ་གྱི་རྣམ་གཞག་སྐར་མ་སྐར་མའི་རྣམ་གཞག་འོ་ད་འདི་འདྲས་ཀྱི་རྣམ་གཞག་མང་པོ་ཞུ་ཆེ་ཡ་ཨེ་ཅིག་སོ་སོའི་ཉམས་མདོ་མྱོང་འདྲིས་ད་འདི་འདྲས་དགོས་ཀྱི་རེད་གསུངས་རེད་ད་ཕལ་ཆེར་འདི་གས་ཞུ་བ་ཞུ་བཞིན་མཁན་གྱི་འདི་དོ་སྣང་སྤྲད་ཆེ་འདིའི་ཐོག་ལ་འདི་གལ་ཆེ་གོ་མ་རེད་ཡིན་ན་ཡང་ཅིག་ཙིག་གི་རིག་པའི་ཐོག་ལ་སློབ་སྦྱོང་ཆེ་བ་ཡིན་པ་སོང་ཙང་ཅིག་གིས་འདིའི་ཐོག་ལ་ད་ཅིག་སྐབས་རེ་ཅིག་དགོས་མཁོ་བྱུང་བའི་དུས་ཚོད་དེ་ལ་ཡང་ཅིག་སྡིག་གི་ཐོག་ནས་བརྟག་དུས་སྐབས་རེ་སྐབས་རེ་ཡང་ཕན་ཐོགས་ཡང་འདི་འདྲའི་གི་ཡོང་གི་ཡོད་པ་ཡིན་པ་སོང་ཙང་འདིའི་ཆ་ནས་འདུག་ཟེར་ཡ། ད་ཅིག་གི་ད་ལྟ་ངེད་ཀྱི་གར་ཚོགས་རེ་ད་མ་ཞུ་ཡས་འབུལ་ཚོད་ཅིག་ཡིན། ད་དང་པོ་དེ། དབྱངས་འཆར། ལ་ལ་ད་དུས་འཆོར་ཞེས་དགོངས་དང། དུས་འཆོར་ལ་བར་ད། དབྱངས་འཆར་གྱི་ནང་ནས་དུས་འཆོར་ཟེར་དུས་བསམ་པ་དུས་འཆོར་ལ་དུས་ག་རེ་ཤེས་སྐོར་ལ་བས་ན། ད་ཅིག་གིས་དུས་ཚོད་ངེས་ཅན་ཅིག་བྱ་བ་གང་ཞིག་ཅིག་སྒྲུབ་པར་བྱེད་པ་ལ་དུས་ཚོད་གང་ཞིག་ངེས་ཅན་ཅིག་ཡག་པོ་ཡོད་པ་འདི་ཡང་ཁོ་རང་ལ་ཡང་མཐུན་པ་འདི་རན་པ་འོ་ད་འདི་འདྲས་ཀྱི་ཡང་བརྟག་པ་བྱེད་གཙོ་བོ་འདི་རེད། ད་འདི་འདྲས་ཀྱི་ཡང་དུས་འཆོར་ལ་དུས་བསམ་པ་ད་ལྟ་དབྱངས་འཆར་གྱི་འགྲོ་སྟངས་འགྲོ་གསུང་བ་ཡིན་པ་ཡིན་ན་གཙོ་བོ་དབྱངས་འཆར་རེད་དེ་ཡིན་ནི། ང་ཚོས་དབྱངས་འཆར་རང་སྲིད་ཞིག་འཕགས་རྒྱ་ཆེ་རྒྱ་དབྱངས་འཆར་མ་གཏོགས་འབྲེལ་བ་མེད་པ་དེ་འདྲའི་རྩ་བ་ཉིད་ནས་མར་བཞག་ད་ནང་ཚོས་དུས་འཁོར་དུ་ཆ་མཚོན་པ་ཡིན་པ་ནི་དུས་འཁོར་ནང་ལ་གཙོ་བོ་དུས་འཁོར་དབྱངས་འཆར་ཅིག་ཡོང་དེ་འོ་རེད་འདི་ནང་ནས་དམིགས་བསལ་གྱིས་ད་ལྟ་དུས་ཕྱོགས་ཀྱི་འགྲོ་སྟངས་འདི་སྐད་དེ་ཚང་མ་རྩ་ཡི་རྣམ་གཞག་དང་ད་ཅིག་གི་ཉམས་མྱོང་དང་འདྲེས་བྱེད། རོ་ཨ་གཅིག་གིས། གཉིས་མེད་ལྔ་མེད་མཁས་གྲུབ་འདི་སྐད་འདི་ཡང་ཉམས་མྱོང་དང་འདྲེས་བྱེད་ཁོ་རང་ཚོ་གི་ནུས་པ་དང་རྟགས་མཐུན་པ་འདི་སྐད་འདི་མཉམ་དུ་ཡང་འདྲེས་བྱེད་ནི་མ་གསུངས་དགོས་དེ་ཡིན་དུས་ཙམ་པ་ད་ལྟ་གཅིག་གིས། ང་ཚོ་ཡ། འགྲོ་བ། མི། རོ་ཨ་གཙོ་བོ་གྱུར་ཅིག་ད་སེམས་ཅན་སུ་ཡིན་པ་ནི། ཚང་མ་ཉིན་མ་གཅིག་ལ་དབུགས་ག་ཚོད་བཏང་དགོས་རེད་ཟེར་ན་དབུགས་ཀྱི་ཕུང་པོ་ཉིན་རེ་གཅིག་དང་དྲུག་བརྒྱ་བཏང་དགོས་རེད་ཟེར་བཤད་ད་ད་ལྟ་ཡ། ཡང། ཅིག་དུས་འགོ་གཞུང་ནང་ནས་ཞུས་པ་ཟེར་ནས་ཡེ་མི་འདུག་ཅིག་ད་ལྟ། དབྱང་ཅང་གིས་གཞུང་ནས་ཞུས་ན་ཡོད་མི་འདུག་ཆ་ཚང་གིས་འདི་རེད་ཅིག་ངོས་འཛིན་གནང་དགོས་རེད། ད་འདི་འདྲའི་ངའི་དུས་ཉི་མ་གཅིག་ལ་དབུགས་ཀྱི་ཕུང་པོ་ཉིས་ཁྲི་གཅིག་སྟོང་དྲུག་བརྒྱ་འདི། འདི་ཡའི་བགོ་བཤའི་རྒྱ་སྒོ་རེད་འགྱུར། ད་འདི་འདྲའི་ཉི་མ་གཅིག་འདི་ཡའི་བགོ་བཤའི་རྒྱ་དུས་རྩམ་པ་གཅིག། དུས་ཆུ་གཅིག་གི་རིང་ཁ་ལ་ཆུ་ཚོད་གཅིག་སྟོང་བརྒྱད་བརྒྱ། དཔེར་ན། འདི་རུ་ཆ་མཚོན་པ་ཡིན་ན། ཉིས་ཁྲི་གཅིག་སྟོང་དྲུག་བརྒྱ་དེ། དུམ་བུ་བཅུ་གཉིས་ལས་བགོས་འོང་དུས་རྩམ་པ་གཅིག་སྟོང་བརྒྱད་བརྒྱ་ཆག་གོ། གཅིག་སྟོང་བརྒྱད་བརྒྱ་དེ་དུས་ཚོད་གཅིག་གི་ཆ་རེད་ལ། དོན་དག་རྡོག་རྡོག་འགྲོ་གཅིག་ཁོ་དབྱེ་བ་རུ་ཕྱེ་བ་ཡིན་པ་ཡིན་ན། ད་ད་ལྟ་དེ་ཡང། གཅིག་སྟོང་བརྒྱད་བརྒྱ་དེ། དུས་སྦྱོར་གྱི་རྩིས་གཞི་ཟེར་ནའི་མི་འདུག་དུས་སྦྱོར་གྱི་གཅིག་གི་གྲུབ་སྟངས་སམ་ཆགས་སྟངས་སུ་གོ་ར་ལྟ་གཅིག་གི་གོ་རང་ཡང་བགོ་བཤའི་རྒྱག་སྟངས་དེ་ཆ་ཚང་ཡང་དུས་སྦྱོར་གྱི་ལམ་ནས་འདུག་སུ་འགྲོ་བདེ་བོ་རེད།

ལ། དེ་འདྲའི་ཡང་སྡེ་ཚན་དྲུག་ནང་བདུད་རྡུལ་ཙམ་པ་སྡེ་ཚན་དང་པོ་དེ་དུས་སྦྱོར་གྱི་རོ། ཧྲིལ་བུ་ལས་དེ་རེད། ཧྲིལ་བུ་ལས་དུས་ཙམ་པ་ཡིན་ནམ་ཡང་ན་གང་བུ་ལས་དེ་འདི་ལ་ཡང་གཅིག་གིས་གཅིག་སྟོང་བརྒྱད་བརྒྱ་ཁོ་རང་རང་གི་ཚེ་གཅིག་པུ་ཤྟ་དེའི་འགྲོ་བྱེད། ད་ཡའི་གཉིས་པ་དེ་ལས་ཡང་དུས་སྦྱོར་ཆད་པ། ད་ཡའི་གཅིག་སྟོང་བརྒྱད་བརྒྱ་དེ་དུམ་བུ་གཉིས་ལ་བཏང་ནས་རེད་དུམ་བུ་གཉིས་ལ་བཏང་དུས་ཙམ་པ་དགུ་བརྒྱ་ཆགས་ཀྱི་རོ་ད་དགུ་བརྒྱ་ལས་ཡང་སྐོར་བརྒྱ་ཆེ་ཚེ་བརྒྱད་རེད། དེ་ནས་ཡའི་གསུམ་པ་དེ་ག་རེ་སུ་ཞུས་པ་ཡིན་ན། དུས་སྦྱོར་གསུམ་བྱ། རོ། ད་འདི་ལ་ཡང་གཅིག་སྟོང་བརྒྱད་བརྒྱ་དེ་དུམ་བུ་གསུམ་ལ་དགོས། ད། དཔེར་ན། འདི་རེད། འདི་དཀྱིལ་ལ་ཡོད་དེ་གིན་ཨང་ཀི་འདི་དཀྱིལ་ཆ་ཚང་དགོས་དགོས་རེད་ཏིང་བུ་ཚང་འདི་ཡང་དུས་སྦྱོར་ཧྲིལ་བོ་བྱེད་འདི་ཡང་དུས་སྦྱོར་ཆད་པ་བྱེད་འདི་ཡང་གསུམ་བྱ་འདི་དགུ་བྱ་འདི་བཅུ་གཉིས་བྱ་འདི་སུམ་ཅུ་བྱ། དུས་མང་བདེ་གཤེགས་སྐྱོན་བྱེད་དྲུག་གོ་རེ་དུས་སྦྱོར་ན་ནི། ད་ད་ལྟ་དེ་དུས་སྦྱོར་འདི།

རྟ་ཡའི་མགོ་སྐོར་དེའི་ཕྱེད་ཀ་བཏང། རྟ་འདི་ཡའི་དུམ་བུ་གསུམ་བཏང་བས་སོ་གསུམ་ཆ། འདི་ཡའི་དུམ་བུ་བཅུ་གཉིས་བཏང་བ་ཡིན་པས་སོ་ཚ་བཅུ་གཉིས་ཀྱི་ཆ། འདི་ཡའི་དུམ་རྟ་ཡའི་སུམ་ཅུའི་ཆ་རུ། ཧོ་ད་དུ་སེ་ཤེ་ཡ་དེ་འཛིན་དྲུག་ལ་དབྱེ་བ་ཕྱེ་ནས་འགྲོ་སྟངས་འདི་དུ་ཟེར། ཁོ་རང་ཡའི་དུས་སྦྱོར། ད་ང་ཚོ་ཡའི་བོད་སྤེལ་གྱི་དུས་སྦྱོར་འདི་བེད་སྤྱོད་གནང་སྟངས་འདི་ད་ལྟ་འདི་གའི་དྲུག་དེ་ལས་གཙོ་བོ་བདུད་ཀྱི་མ་གསུང་གི་འདུག་འདི་མ་གཏོགས་རྒྱ་གར་གྱི་ནང་ནས་སྟངས་འདི་རྩོམ་པ་ཞིབ་པོ་ཅིག་ཧ་ལས་པའི་མང་པོ། ད་དུ་སྟངས་འདི་སྔོན་མ་ང་ཚོའི་བོད་ཀྱི་མཁས་གྲུབ་སྡེ་བརྒྱད་འདི་གིས་བོད་ལ་ག་རི་ཁོག་ཏུ་ག་རི་བོད་ཆུ་ཡག་ཏུ་ག་རི་སྟབས་བདེ་བ་འདི་བརྒྱད་འདི་ཚོ་སྡུད་བྱེད་ནི་གཅིག་གིས་བཏོན་ནས་བཟོས་གནང་མེད་ན་བསམ་བསམ་དེ་འདྲའི་བསམ་ཚུལ་བྱུང་སོང། ད་དེ་ནང་ཚོའི་དུས་སྦྱོར་འདི་མ་འདྲེས་ཤིང་རྒྱས་བསྡུས་ཙམ་པ། ད་གཅིག་གིས།

འདི་ཡི་དུམ་བུ་བཅུ་གཉིས་ཀྱི་བགོ་བཤའི་རྒྱ་བོར། ད་དེ་འདྲའི་ཡི་དུམ་བུ་བཅུ་གཉིས་ཀྱི་བགོ་བཤའི་རྒྱ་བཤད་པ་འདི་ལ་ཡང་དུས་སྦྱོར་གྱིས་བཞུར་བ། ད་དུས་སྦྱོར་ཐོག་ནས་ཡང་བརྟག་དུས་ཙམ་པ། ད་བརྟག་པ་བྱེད་སའི་ཡུལ་གྱི་ཆ་ནས་ཚང་དགོས་ཡུལ་ལ་ཡང་བརྟག་དགོས་ཡུལ་གྱི་རིགས་མང་པོ་ཆུར་ཡུལ་སུད་ཙམ་པ་ང་ཚོ་ས་ཆ་དེ་དེ་ཤེས་དགོས་མ་རེད། ད་ལྟ་ཡང་ཁྱིམ་གནས་ས། ཟ་གནས་ས། ཡོད་ར་ད་དུས་སྦྱོར་གནས་ས་འོག་ཏུ་འདི་སྐད་དེ་བརྟག་དགོས་འདི་སྐད་དེ་བརྟག་དུས་ཙམ་པ་ད་དཔེར་ན་འདི་འདྲ་བོ་ཅིག་ཆ་མཚོན་པ་ཡིན་ན། ད་ལྟ་ཡང། ཨ་བྷ་ཙཱ་དང་ཨུ་བྷ་ཙཱ་སྣེ་དང་གཅིག་གིས་དབྱེ་བ་ཕྱེ་ནས་བཤད་སྐོར་ད་ད་ལྟ་ཡང་དེ་ལ་ཡང་རྒྱང་མོ་ཡོད་ཀྱིས་འདི་སྐད་དེ་ལ་ཡང་གཟའ་དང་ད་གཅིག་གིས་དུས་སྦྱོར་སླེ་དེ་ཀྱིས་འདི་སྐད་དེ་ལ་ཡང་ཨ་བྷ་ཙཱ་ཞུས་ཅི་དང་ད་ད་ཡང་ལྗང་གུ་ཡོད་སའི་འདི་སྐད་དེ་ལ་ཡང་ཨུ་བྷ་ཙཱ་སུ་ཞུས་དེ་སྐོར་ད་དབྱེ་བ་ཕྱེ་ཕྱིར་ད་འདི་འདྲའི་མང་པོ་ཞུས་བྱོས་རེད་ཡིན་ནས་ད་ལྟ་དེ་ལ་ཡང་ནད་རྟགས་ངོས་འཛིན་གནང་ཡས་ཀྱི་ཆེད་དུ་གཅིག་གིས་ཐུ་བྷེན་སུའ་བ་སུ་སྣེ་མི་འདུག་ཡ་དགོས་མཁོ་ཆེ་བ་གལ་ཆེ་བའི་རིགས་འདི་མ་སྟོན་བཞིན། ད་ད་ནི་ཡ་ངོས་འཛིན་གནང་དུས་ཙམ་པ་ད་འདི་འདྲི་མང་པོ་ཞུ་ཆོས་རེད། ད་དེ་གོང་དུ་ཞུས་པ་ན་ཞིག་རེད་ད་འདི་ན་ནི་ཡ་ད། འདི་ལ་ཡ། ད་རྡོ་སུ་ཞུས་ན་སྙན་ན་སྔོན་མ་གི་ང་ཚོ་ཡ་དུས་ཆུ་དཔེ་རིས་ནང་ལ་ཡ་རག་དེ་དང་རྒྱ་གར་གི་བེད་སྤྱོད་གནང་སྟངས་འདི་གས་ཆ་ཚང་དེ་ཡའི་གྲུ་བཞི་དེ་རེད། དེ་ཡའི་གྲུ་བཞི་དེ་ལ་རྡོ་སུ་བེད་སྤྱོད་གནང་དགོས་རེད་ད་དེ་ཡིན་ན་ཡང་ད་འདི་ལ་ཡ་བེད་སྤྱོད་གནང་དུས་ཙམ་པ་ཡང་ཁོ་རང་སྐབས་རེ་ཡའི་འགྲོ་སྟངས་ཅིག་ལ་ཡའི་རྟགས་མ་ལྟོས་དེ་འདྲ་ཡོང་ཡས་དེ་འདྲ་ཡོང་གོ་རེད། དེ་དཔེར་ན་ཡའི་རྩིས་སློབ་སྦྱོང་མ་བྱེངས་ཅིག་པས་ན་ཡིན་ན་ད་རྩིས་ཚ་བའི་དུས་ཆུང་རེ་ཡའི་རྟགས་དུས་བརྩམས་པ། རྩིས་ཀྱི་སློབ་སྦྱོང་ག་ལ་གང་ཚ་ཐུན་ཅིག་མ་གཏོགས་ཅིག་གི་ཁོ་རང་དཀའ་ངལ་རྟགས་ཡས་ལས་ཡང་དཀའ་ངལ་ཡོད་དུས་བརྩམས་པ། ད་ལྟ་དེ་ལས་ངས་སྟབས་བདེ་བོ་ཡོང་ཡས་ཆུ་དེ་ཡའི་མགོ་ཁོག་ཏུ་བཟོས་ཤིང་མགོ་ཁོག་བཟོས་པ་ཡིན་པས་ན། ཁོད་ཀྱི་ཆ་རྐྱེན་དང་མཐུན་རྐྱེན་དང་དེ་གས་མ་ཚང་བ་གང་ཡོད་མར་ཆ་ཚང་ཡོད་རེད་ད་འདོད་ཀྱི། གོ་བ་ལེན་ལ་སྟབས་བདེ་བ་མེད་ན་སོང་སར་འདུག་སུ་དྲན་གྱི་ཡོད་དུས་མ་བཟོས་ད་ལྟ་ངས་འདུག་བཟོས། ད་དེ་ནས་ཡའི་རྟགས་དུས་བརྩམས་པ་ད་ལྟ་དེ་ལས་ཡ། གཅིག་གིས་ནམ་རྒྱུན་ཡར་གྲུ་བཞི་ཡིན་ན་མེད་ན་ཡར་དབུས་བཞི་ད་རྒྱ་གར་འདི་རྒྱལ་འདི་རྒྱལ་རྟ་དུས་རྩོམ་པ་ཞོལ་ཆོས་ཀྱི་གལ་ཆེན་པོ་རྩིས་འདི་ས་འོ་ད་འདི་རྒྱལ་འདི་རེད་སྔོན་པོ་ཡོད་འདི་རྒྱལ་འདི་ད་སྔོན་པོ་ཡོད་འདི་ས་འདི་རྒྱལ་འདི་ལ་ཡར་ཁྱིམ་ག་རེ་ཡོད་མེད་ད་ཁྱིམ་ལ་དུས་རྩོམ་པ་ཡར་དུས་མཆོད་ག་རེ་གླས་ཡོད་མེད་དེ་ནས་ཡར་འདིའི་ནང་ལ་ཡར་ཟག་ག་རེ་གླས་ཡོད་མེད་འོ་ད་འདི་ལ་ཡར་བརྟག་བྱས་དེ་ནས་ཡར་ཁྱད་པར་མང་འདྲེས་བཞི་འདུག་སྐྱོན་འདི་འོ་རེད་ད་དག་ན་བཞི་རེད་ད་འདི་འདྲས་ཀྱི་རིགས་མང་པོ་བརྗོད་འདི་ན་ལ་ཡར་གྱེན་བསྡུར་དང་ཐུར་མས་ཟེར་བ་ད་ད་ད་འདི་ལ་ཡོད་འདི་ངས་འདི་གཅིག་གིས།

འདིའི་ཕྱེད་ལྔ་བ་དང་དགུ་བ་དང་དེ་གའི་གསུམ་དང་གནས་པ་ཡིན་པ་ནི་ཟུར་གསུམ་ཟེར། ཕྱེད་གཅིག་གྱ་ཡིན་ན་དིར་ཀོན་ཟེར་བ་དང་གལ་ཆེན་པོ་ཞུགས་ཤིག་ཚིག་དེ་གོ་རེ། ནས་ཀྱི་ཕྱེད་དུ་ད་ཡས་དེ་ནས་ཀྱི་ལས་ཀྱི་ཕྱེད་དུ་ད་ཡས་སློབ་སྦྱོང་གི་ཕྱེད་དུ་ད་ཡས་འོག་ཏུ་དེ་ལས་མང་པོ་ཞིག་ཡིན་གོ་རེ་ད་དེ་གའི་དེ་ཡས་གནས་དེ་གའི་དེ་དང་པོ་ཡས་ངོས་འཛིན་དུ་ཡས་གནས་དེ་གའི་དེ་ངོས་འཛིན་མ་ཐོག་ཡིན་པ་ཡིན་ན་ཡང་ཅིག་ཕག་འགྲེལ་ཤེས་རྒྱ་གར་དུ་དུས་ཅིག་ཁོ་རང་གི་འབྲས་བུ་འདི་སྤྲད་ཀིར་ཞུས་པ་ཡིན་པ་ཡིན་ན་ཡང་སྐབས་རེ་འདི་གི་འབྲས་བུ་ལྡོག་ནས་སྤྲད་དེ་གའི་དེ་ཡིན་གོ་རེ་འདི་ཚང་མ་ཡི་སྐབས་ཐོག་སྐབས་ཐོག་གླེང་དགོས་ཅིག་མང་པོ་ཞིག་འགུལ་ཡོད་པ་སོགས་ས་དེ་གའི་དེ་རེད། ད་དག་ན་ཅི་དེ་ལ་ཡ། གལ་སྲིད་དེ་ལས་གནས་ཡོད་བས་ན། ད་ཅིག་གི། ད་ད། མཚམས་ཀྱི་གནས་སུ་བྱེད། ད་ཅིག་གི་དུས་སྦྱོར། དེ་ནས་འགོ་བཙུགས་རོགས་དང་པོ་ཐོག་མ་དེ་ཆ་ཚང་དེ་ནས་འགོ་བཙུགས་རེད་ད་བསྐོར་རོགས་འདུག་སི་ཡ་རྒྱ་གི་ཡོད་དུས་ཙམ་པ་དེ་མཐའ་མ་དེ་ལ་ལས་གི་ཡོད་པ་ཟ་དེ་ལ་ཡ་མཚམས་སུ་ཅིག་ངོས་འཛིན་བྱེད་དགོས་རེད་ད་ཡོད་དུས་སུ་མིང་བཏགས་བྱས་ཤག་ད་དེ་ནས་རྫོགས་གི་ཡོད་པ་ཡིན་པ་ཟོ་ས་དུས་སྦྱོར་ཅིག་དེ་གི་མཚམས་སུ་ཅིག། ད་འདི་ནང་ལ་ཡང་གཅིག་གི་ཞི་བ་དང་དྲག་པོ། དུས་ཕྱོགས་འདི་ལ་ད་དབྱེ་བ་ཆེ་ཐང་མང་པོ་བྱུང་སྐོར་རེ་ཞི་བའི་གི་ཐོག་ནས་ཞི་བའི་གི་བྱ་བ་སྒྲུབ་པའི་དྲག་པོའི་བྱ་བ་སྒྲུབ་པའི་དབང་དང་རྒྱས་པ། ད་འདི་གི་ཡང་ཞི་རྒྱས་དབང་དྲག་གི་ལས་འདི་འདྲའི་སྒྲུབ་པའི་མང་པོ་བྱུང་དུས་བརྩམས་པ། ད་ད་འདི་ལ་ཡང་ཞི་བ་དང་དྲག་པོ་སོ་སོའི་དབྱེ་བ་ཅི་ཡོང་དུས་བརྩམས་པ། ད་ད་འདི་ཡང་གསལ་བོ་ཡོད་དེ་ངེས། འདི་གའི་དེ་ཡའི་ཆ་ཚང་ཡ་བཞི་བ་རེད། ད་དང་ད་ཡའི་ལྗང་ཁུ་ཡོད་དེ་གིན་དེ། ད་དེ་ལས་ལྗང་སེར་འགྲོ་ཆགས་སུ་དེ་ནི་ད་དེ་ཡའི་ཁོ་ཚོན་ཐོག་དེ་གི་ཐོག་ནས་ངོས་འཛིན་མ་ཐོག་དཀའ་ངལ་གལ་ཡོད་མ་རེད་དྲན་གི་འདི་མ་ཟད་འདི་གའི་དེ་གི་ཡ་ག་རི་ཐོན་སྐོར་ཟེར་ན་ཅིག་དྲག་པོས་དྲག་པོ། ད་འདི་གའི་དེ་ལས་ཡ་དྲག་པོས་གི་བྱ་བ་བྱེད་པ་ཡིན་ན་ད་ཅིག་གི་འདི་གའི་དེ་ལས་ཡ་བྱས་དགོས་ཀི་རེད་ཟེར་རོ་ཞེས། ད་དང་ན་བཞིན་ཡ་མཉམ་པ་དང་མི་མཉམ་པ་ཨོ་ད་ཨོ་རེད་འགྲིག་ཤག། ད་ད་ལྟ་དེ་ལས་གཅིག་པར་འགྲོ་བཞིན་འདུག་བ། ཡིན་རྒྱུ་འདི་རེད་དེ་ལས་ཡ་རྒྱ་མོ་འདི་གི་ག་རེ་སྟོན་སྐོར་ལ་ན་མཉམ་པའི་དུས་སྦྱོར་རེད་རྒྱ་མོ་ཡོད་ས་དེ། ད་དེ་ལས་ཡ་སེར་བོ་ཡོད་ས་དེ་ཆ་ཚང་ཡ་མི་མཉམ་པའི་གི་དུས་སྦྱོར་ས་ཞེ། ད་ཡ་བ་ཅིག་ནི་དག་དང་རེད། ད་དག་ན་ཞེ་ཡ་ཉིན་དངོས་དང་གྲིམ་དམག་ཟེར་བ། ད་ད་ད་དེ་ལས་ཡ་སེར་བོ་ཡོད་ས་དེ་ཉི་མ་ཉི་མས་ཀྱི་ད་ཅིག་ངོས་ཞེས་ཉི་མ་ཕོག་ཚད་ཀྱི་མཚམས་སུ་འདུག་ཤེལ་སྒོ་རེད། ད་ལྟ་དེ་ལས་ཡ་གཅིག་གི་ཚོན་འདི་ཡོད་མཁན་དེ་ལི་ཝང་གི་སྒྲ་འདྲ་ཚུ་ཚུ་དེ། རོ་རྒྱ་མོ་འདྲ་ཚུ་ཚུ་འོ་ད་འདིས་ག་རེ་སྟོན་སྐོར་ལབ་པ་ཡིན་ན་གྲིབ་མག་གྲིབ་གྲིབ་མག་གི་གནས་སུ་ལྟ་བ་འདུག་ཚུ་མག་འདྲ་ཤེས་རྒྱ་སྒོ་རེད། དེ་འདྲ་དེ། བཀའ་གཙང་དང་པོ་ཉིད་ཀྱི་རྩོམ་ཤོག་མ། འདི་ཀློག་ཡས་ཀྱི་ཞི་གནས་མི་དུ་མ་ལས་ཆ་ཤས་དེ་རྒྱུན་བརྒྱུད་འདིར་བཞག་ཚེས་བཅུ་དྲུག་གི་ཚེས་བཅུ་གཅིག་གི་ཆུ་ཚོད་བཞི་དང་སྐར་མ་བཅུ་ནས་བཞི་དང་སྐར་མ་ལྔ་བཅུ་ངེས་པར་དུ་འདི་མ་ཟད་ངས་དཔེར་བརྗོད་འདི་དེ་ཞིག་ཟུང་ཅིག་ཟོས་ཧི་ནའི་པ་ར་ཅི་ལ་ཡང་འགྱུར་བ་གནང་འགྲོ་རྗེས་མཁས་པ་ཁ་ཤས་མ་ཕེབས་བ་བྱས་ནས་ཡང་མར་འབྲི་དགོས་ཐུག་ཆ་འདི་མ་ཟོས་ད་ད་ལྟ་ངས་ཀྱི་དཔེ་དེ་དེ་ཟོས་ཚར་ཡང་འདི་ཟོས་དུས་ཚང་བ་མང་པོ་ཞུ་ཞིག་ལས་ཀྱི་ཡོད་དེ་འདི་ད་ལྟ་དེ་ལས་དཔེ་མཚོན་ཙམ་ཡིན་པར་སོང་ཚར་འདི་གི་རྒྱུད་ཆེས་ཕལ་ཆེ། གོ་བསྐོན་བཀྲི་ཐུབ་ཡོད་ཀྱི་རེ་བ་ཡོད་དྲན་གི། ད་འདི་རུ་ཆ་མཚོན་པ་ཡིན་ན། ད་ལྟ་ང་ཚོ་ཡ། དེ་ལས་ཡ་འདི་རེད། ང་ཚོ་ཡ་དང་པོ་རྟ་བདུད་ཙམ་པ་ལུས་ཀྱི་གནས། ད་ཡ་ནས་ལ་ཡ་གཙོ་བོ་བཏགས་ས་དེ་འདི་དང་འདི་རེད། ལུས་དང་ཁྱིམ་འདི་གཉིས། ད་གང་ཡིན་ཟེར་ན་ལུས་ལ་ཡང་ནད་བྱུང་བ་ཡིན་པ་ན་ད་གང་ཡིན། ད་དང་ན་ཞེས་ཡིད་ཁྱིམ་ལ་ཅིག་དཀའ་ངལ་དྲུག་བྱུང་བ་ན་ད་འདི་གི་འབྲས་བུ་དང་མ་སུ་ནི་སོ་སོའི་ལུས་ལ་འབྲེལ་ཏེ། དཔེར་ན་ཅིག་གི་དིང་སང། ཅིག་སེམས་དང་འབྲེལ་བའི་དཀའ་ངལ་ཡོད་དེ་ངས་ད་བདེ་སྐྱིད་རིགས་མང་པོ་ཇི་ལྟར་ཡོང་གི་ཡོད་པ་ཟེར་ན་ད་འདི་འདྲའི་སྡུག་ཟེར་ཅིག་ཡ་འདྲེ་ཤེས་རྒྱུ་ནི་འདི་སྐད་ཉིད་ལ་བལྟ་གི་ཡོད། འདི་ཡིན་པ་ཟེར་ན་ལུས་ས་ད་འདི་སྐད་འདི་ལ་ཡ་འདི་ཡོད་རེད། གར་སོང་རེད་དུམ་བུ་བཅུ་གཉིས་རེད་བ། ད་ད་ད་འདི་ལ་ཡ་ཡི་གེ་འདི་ཕག་སོ་ཕྲུག་ཅེས་འདི་ནོར་རེད་ན་ན་ནོར་ནོར། ཁོ་རང་དོན་དག་དང་དེའི་དག་ཆ་དེ་གཉིས་ཀ་དེ་ནོག་དེ་ཞེ་སྡང་དག། ཁར་སོགས་རེད། ནག་རོ་དེ་རོ་ནག་གམ་རྒྱལ་རེད། ད་དང་པོ་དེ་ལུས། ནོར། ཕུན། གྲོགས། བུ་བཟའ། དགྲ། ཁྱིམ་བྱ། དུར་བྱ། ད་ལྟ་ཡ། ལུས། ནོར། ཕུན། གྲོགས། བུ་བཟའ། དགྲ། ཁྱིམ། དུར། ད་དེ་ནི་ཡ། ཆོས། ད་དེ། རོ། ལས། རྙེད། པ། བོར། རྡོར། བ། དོ། དུ། ཞེས། ཡ། སྡེ། ཚན། བཅུ་གཉིས་ལས་དབྱེ་བ་བྱས་ནས་བཤད་དགོས། ད་གང་ཡིན་ཟེར་ན་དུས་སྦྱོར་འདིའི་ནང་ནས། ད། གཅིག་གིས། སྐད་ཆ་འགྲོ་ཞིག་ག་རེ་དྲི་བ་ཡིན་ནི་གི་ཆ་ཚང་གི་དུས་ཕྱོགས་ཀྱི་ལམ་ནས་བག་འགྲེལ་བཤད་རྒྱ་ཅན་ཡང་སྟོན་བྱུང་སྐོར་ཏིང་ཏིང་རྩོམ་པ་ད་སོ་སོའི་སྐབས་ཐོག་སྐབས་ཐོག་ག་རེ་འབྲེལ་བ་ཡོད་ནི་གི་དེ་ལན་ད་ད་ནང་ང་ཚོ་ཡང་ནས་ངོས་འཛིན་བྱས་དེ་ལ་ལུས་འདང་ཁྱིམ་འདུག་ཟེར། ད། ལུས་འདང་ཡང་ཁྱིམ་མི་འདུག་བརྩམས་པ། ད། ག་འདྲི་ས་ལྟ་གོ་རེ་ཟེར་ཞུས་པ་ཡིན་པས་ན་ད་དཔེར་ན་འདི་རེད། ལུས་ལ། ད་ནད་ཀྱི་ད་ལུས་ལ་ཡང་གཟའ་ག་རེ་སླེ་ཡོད་ཟེར་ན་སྐབས་དུས་དུས་ཙམ་པར་གཟའ་བཅས་གནས་ཡོད་མ་རེད་ད་ད་ད་ཁ་སང་གི་དཔེར་བརྗོད་འདི་ཚེ་འབྲང་དང་དུས་ཚོད་འདི་གི་གཞི་ཚུན་བྱེད་པ་ཡིན་ན་གནས་དགོས་ཡོད་མ་རེད་ད་དཔེར་ན་འདི་འགྲོ་གྱིན་པ་ན་གཟའ་ཟླ་བ་ད་ར་འུ་གདོང་གྲ་ཆེན་གདོང་ལ་ཡོད་དེ་བྱེད་གཟའ་ཕུར་བུ་བྱེད། གཟའ་སྤེན་པ་བྱེད། གཟའ་ལྷག་པ་བྱེད་ཉི་མ་བྱེད། པ་སངས་བྱེད། ད་ལྟ་དེ་ལས་ཡར་སྒྲ་འབྱིན་འཇུག་བྱེད་མིང་མར། འོ་ད་ཟ་དགུ་འདི་རེད། ད་ཟ་དགུ། དུ་སུ་ཡའི་རྒྱུད་ཅེས་བཤད་ཀྱི་ཡོད་པ་སོང་ས། ད་འདི་འདྲ་ཡི་ཟ་དགུ་པོ་འདི་ག་བ་གནས་སྐོར་ལ་ན། ཐང་སུ་ཡའི་བར་སྣང་སྟོང་འདི་བགོ་བཤའ་བརྒྱ་པ་ཡིན་པ་ན་བགོ་བཤའ་བརྒྱ་སྟངས་གཉིས་ཡོད་རེད་བཅུ་གཉིས་ཀྱི་ཐོག་ལ་བགོ་བཤའ་བརྒྱ་སྟངས་གཅིག་དང་ཉི་ཤུ་རྩ་བདུན་ཐོག་ལ་བགོ་བཤའ་བརྒྱ་སྟངས་གཉིས་ཡིན་དགོས་རེད་བཅུ་གཉིས་ཐོག་ལ་བགོ་བཤའ་བརྒྱུད་དེ་བརྩམས་པ་ཡང་ཁྱིམ་བཅུ་གཉིས། ད་ད་ལྟ་དེ་ལས་སྐབས་སུ་བབས་པ་ཡིན་ང་ཚོ་དུས་ཕྱུར་བེད་སྤྱོད་བྱེད་དགོས་ར་ཡིན་ཡུལ་ཁྱིམ་རང་རེད། ད་ད་ནས་བཞིན་ཉིན་གཅིག་རྩ་བདུན་ལ་བགོ་བཤའི་རྒྱུ་དེ་བརྩམས་པ། རྒྱུ་སྐར་གཉིས་རྩ་བདུན་ལ་འདུག་ཟེར་འགྲེལ་བཤད་རྒྱག་པར་ཁོ་གཉིས་ཁྱད་པར་གྱེས་ཡོད་མ་རེད། རྒྱུ་སྐར་ལ་འགྲེལ་བཤད་རྒྱག་བས་ན་ཁྱིམ་ག་བ་གནས་བ་བརྟག་ཐུབ་ཀྱི་རེད་ཁྱིམ་ལ་འགྲེལ་བཤད་རྒྱག་བས་ན་རྒྱུ་སྐར་ག་བ་གནས་ཏེ་ལམ་སང་བརྟག་ཐུབ་ཀྱི་རེད་ཁོ་ཁྱད་པར་གྱེས་མེད་བ་ཅེས་འགྲེལ་བཤད་རྒྱག་སྟངས་གཅིག་རེད་མ་གཏོགས། ད་ད་ལྟ་དེ་ཡོད་དུས་བརྩམས་པ། ཁྲིག་བེད་ཀྱི་ད་ཁྱིམ། རེད་བ་ད་དེ་ནང་ལ་ཡ་གཟར་གནས་ཡོད་མ་ད་ད་ལྟ་ཡ་ང་ཚོ་ཡ། ཅིག་གི་ནོར་ས་ལ། ཀ་བྲེའི་ཁྱིམ། ད་ཀ་བྲེའི་ཁྱིམ་ལ་ག་རེ་ཟེར་ན་གཟར་ཟླ་བ་དེ་གནས་དེ་རེད། ད་བརྟག་པ་བྱེད་ས་འདི་ད་ལྟ་ང་ཚོ་འདུག་ཟིན་དུས་རྩམ་པ། ལུས་དང། ད་ལྟ་ཡའི་ཁྱིམ་བྱ་ད་འདི་གཉིས་ལ་བལྟ་དགོས། ད་ལུས་དང་ཁྱིམ་བྱ་འདི་གཉིས་ལ་བལྟ་དུས་རྩམ་པ་དཔེར་ན། དེ་ལ་ཡའི་ཁྱིམ་བྱ་ལ་ག་རེ་གནས་དེ་ལ་ན་ཟ་ལྷག་པ། རེད་པ། འོ་ད་འདིར་ད་ཟ་ལྷག་པ་གནས་འདིར་ད་ཟ་ལྷག་པ་གནས་དུས་རྩམ་པ་འདི་གི་འབྲས་བུ་འདི་ད་དེ་ལ་སྤྲད་འདི་གི་འབྲས་བུ་དེ་སྤྲད་ད་འདི་འདྲ་ཡི་འགྲེལ་བཤད་མང་པོ་ཞིག་རྒྱག་འདི་གི་རེད། འོ་ད་འདི་སྐད་ཀྱི་འགྲེལ་བཤད་རྒྱག་དུས་རྩམ་པ་ཡང་ཁོ་རང་ཁོ་རང་འགྲེལ་བཤད་རྒྱག་ཡས་ལ་ག་རེ་ཡོད་འགོ་ལ་ན་ཟ་འདི་བྱེད་འདི་གི་ཡ། ཁམས་ལྟ་དགོས་ཁོ་རང་གི་དྲ་གྲོགས་ལྟ་དགོས་ད་ད་བ་ན་ཤེས་འདི་གི། ཟ་ལ་ཡ་འདྲེས་བྱེད་རོགས་ཁོ་རང་གི། གནས་ལུགས་མང་པོ་ཤོད་བྱེད་ཡོད་འགོ་རེད། ད་དཔེ་ན་འདི་འགྲོ་བྱེད། ཁ་ཚང་གི་འདི་ཤི་སོང་བྱེད་བས་ན།

ས་སྟེ་ག་བ་གནས་ཀྱི་ཡོད་ནི་རུ་བ། འདི་ནས་ཡང་གནས་གསུམ་པ་དང་པོ་གཉིས་པ་གསུམ་པ་འདི་ཆགས་ཀྱི་རུ་བ། འོ་ན་འདི་གསུམ་དང་བཅུ་ལ་རྐང་པ་གཅིག། ཁོ་རང་གི་རྐང་པ་གཅིག་གི་ནུས་པར་བྲིས་ཀྱི་རེད། ད་རྐང་པ་གཅིག་གི་ནུས་པར་ཟེར་དུས་བསམ་པ། ཁོ་རང་ཡང་བརྒྱ་ཆ་དུ་མ་བཟུང་ནས་དབྱེ་བ་ཕྱེ་བ་ནི་བརྒྱ་ཆ་གཉིས་སེ་ལྔ་རུ་ཆེ། དཔེར་ན་འདི། ད་ནི་རྣམ་པ་ཚོས་ཟེར་གྱི་ཡོད་མེད་གང་ཞིག་རུ་བ་དེ་ལ་ཡང། གཅིག་གིས་གསུམ་པ་དང་བཅུ་བ་ལ། གནས་གསུམ་པ་དང་གནས་བཅུ་པ་ལ་ནི་ཁོ་རང་གི་སྲིད་ས་དེ་གནས་ཡོད་པ་ཡིན་ན། ཁོ་རང་གི་ནུས་པ་དང་མ་སོ་ན་ག་ཚོད་སྤྲད་ཀྱི་རེད་ལ་བརྒྱ་ཆ་དང་མ་སོ་ན་ཉིས་བརྒྱ་ཚན་དབྱེ་བ་ཕྱེ་སྟངས་དེ་བརྒྱ་ཆ་བརྒྱ་ལ་དབྱེ་བ་ཕྱེ་བ་ཡིན་ན་རྐང་པ་རྐང་པ་བཞི་ཡོད་རེད་ལ། རྐང་པ་བཞི་དབྱེ་བ་ཕྱེ་དུས་ཙམ་པ་བརྒྱ་ཆ་ད་སྡེ་ཚན་བཞི་ལ་དབྱེ་བ་ཕྱེ་བ་ཡིན་པ་ཡིན་ན་ཁོ་རང་ཡང་བརྒྱ་ཆ་ཉིས་བརྒྱ་ཚན་ཙམ་ལས་ཀྱི་རེད་བ། འོ་ད་འདི་ཡིན་དུས་ཙམ་པ་ཡང་གསུམ་དང་བཅུ་ལ་རེད་བ་ད་གནས་གསུམ་པ་དེ་དང་བཅུ་བ་རེད་བ་ད་གསུམ་པ་ནས་བཞི་བ་ལྔ་བ་དྲུག་པ་བདུན་པ་བརྒྱད་པ་དགུ་བ་བཅུ་བ་འདི་བརྒྱད་གཉིས་དེ་ལ་ཡང་ག་ཚོད་སྤྲད་དགོས་ལ་ན་ཁོ་གི་ནུས་པ་དང་མ་སོ་ན་ཡང་ནུས་པ་བརྒྱ་ཆ་ཉིས་བརྒྱ་ཚན་ལྔ་སྤྲད་བསྡད་དགོས་རེད། འོ་ད་དེ། ས་བདག་བ་བདེ། རྐང་པ་གཅིག་གི་ནུས་པ་ཅི་དང་བྱར་བ། ད་གསུམ་དང་བཅུ་ལ་རྐང་བ། བཞི་དང་བརྒྱད་ལ་རྐང་པ་གསུམ་ཟེར་ལ་རོ། ཁོ་རང་གི་གནས་བཞི་པ་དང་བརྒྱད་པ་དེ་ལ། ནི་ག་རེ་རྐང་པ་གསུམ་གྱི་ནུས་པ་དུ་སྤྲད་ཀྱི་རེད་ཟེར་རེད། ད་བཞི་བ་ལ་དེ་ཙམ་པ་གཅིག་གཉིས་གསུམ་བཞི་ད་དེ་རོ། སྔོ་སྐྱ་དེ་རེད། ད་ཡ་དེ་སྔོ་སྐྱ་དེ་ལ་ཡ་ནུས་པ་ག་ཚོད་སྤྲད་དགོས་རེད་ལ་ན། རྐང་པ་ཡ། གསུམ་གྱི་རོ། ད་དེ་ལ་ཡ་རྐང་པ་གསུམ་སྤྲད་དུས་དེ་གཅིག་བྱས་བཞི་དང་བརྒྱད། ལྔ་པ་དྲུག་པ་བདུན་པ་བརྒྱད་པ་འདི་བརྒྱད་འདི་ལ་གཉིས་ལ། ནི་ག་ཚོད་དཀྲི་བ་ལ་ན། རྐང་པ་གསུམ་གྱི་ནུས་པ་བརྒྱད་ཅུ་བདུན་ཅུ་དོན་ལྔ། བཞི་དང་བརྒྱད་ལ། ལྔ་དང་དགུ་ལ་རྐང་པ་གཉིས་ཕྱེད་རེ། ད་འདི་ནས་ཡང་ཁོ་རང་གི་གནས་འདི་ནས་ལྔ་པ་དང་དགུ་པ་ལ་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་པ་འདི་རུ་བ། འོ་ད་ལྔ་པ་དང་དགུ་པ་འདི་དགུ་བ་ཕྱེད་ཀྱི་རུ་བ་འོ་ད་འདི་བརྒྱད་འདི་ལ་ནི་ག་རེ་རྐང་པ་གཉིས་ཀྱི་ནུས་པའི་ནུས་པ་དྲིག་རེ་ཕྱེད་རེ། འོ་ད་དེ་ཡོད་དུ་གསུམ་དང་བཅུ་ལ་རྐང་པ་བཞི་དང་བརྒྱད་ལ་རྐང་པ་གཉིས། བཞི་དང་བརྒྱད་ལ་ལྔ་དང་དགུ་ལ་རྐང་པ་བདུན་ལ་ཐམས་ཅད་རྫོགས་པར་མཐོང་ཟེར་བྱས། ད་ཡི་བདུན་ལ། དུས་ཆོས་ཀྱི་གནས་བདུན་པ་འདི་ལ་ཁ་ལ་ཁོ་རང་གི་ནུས་པ་ཆ་ཚང་སྤྲད་ཀྱི་རེད་ཟེར་གྱི་བྱས་རྒྱ། འགྲོ། ད་འདི་བྱས། ད་འདི་མ་ཡིན་ངེད་ཀྱི་ད་ལྟ་ཡ་ཚོན་ཁྲ་འདི་འདུག་ཨ། ག་རེ་ཟུག་རེད་མུ་མེན་གྱི་ཚོན་ཁྲ་ཡོད་འདི་ཀྱི་བཞི། ད་འདི་གའི་བཞི་འདི་ལ་ཁོ་རང་གི་ནུས་པ་ཁེ་སྤྲད་ཐུག་གོ་མ་རེད། འདི་བཟོས་ད་ང་ཚོ་ཡ་ཟ་འདི་ཚོ་ཤར་ཡོད་པ་ཡིན་ནི་ཀྱི་རོ་ཨ་ནུས་པ་སྤྲད་སད་ཀྱི་ཁྱད་པར་ཡོང་གོ་རེད་ཨོ་ད་འདི་གའི། ད་ཟ་འདི་གའི་འདི་ཀྱི་ནུས་པ་སྤྲད་སྟངས་ཀྱི་ཆ་ནས་མཚོན་པ་ཡིན་ན་ད་འདི་རེད། ད་ཟ་འདི་གའི་འདི་ལ་ཡང་ཁོ་རང་ཁོ་རང་མ་འདྲ་མ་འདྲ་ཡོད་རེད། དཔེར་ན་ཡེ་སྲ་ཏི་ཡེ་དེ་ཆུའི་ཁམས་ཀྱི་རང་བཞིན། མེའི་ཁམས་ཀྱི་རང་བཞིན། རླུང་ཁམས་ཀྱི་རང་བཞིན། ཆགས་ཁམས་ཀྱི་རང་བཞིན་སོགས་དབྱེ་བ་ཕྱེ་ནས་འགྲོ་འགོར་རོ། འོ་ད་དོ། ད་དབྱེ་བ་ཕྱེ་འགྲོ་དུས་དེ་ཡི་ད་ལྟ་ཡེ་དེའི་དྭངས་རང་རེད། ད་ད་ལྟ་དེ་ལས་ཚོན་ཁྲ་དང་དེའི་ཚོན་ཁྲ་འདི་ནས་འགྱུར་བ་འགྲོ་འདིར། འདི་ཚོན་ཁྲ་ནང་ག་རེ་ཡོད་མ་རེད་དངོས་བརྒྱ་དེ་མི་འདུག། དངོས་བརྒྱའི་ཚབ་ལ་ག་རེ་སླེབས་དེ་བ་རེད་འདིའི་ཚོན་ཁྲ་འདི་མའང་སླེབས་འདིར།

དེ་ཁོ་ན་ནུས་པ་དེ་རྒྱུ་དྲུག། ད་དེ་ལས་ཡ་མཚོན་ད་ག་རིང་ཡོད་མ་རེད་ད་ད་འདི་ཡི་ཤམ་ཐོག་སུ་གུ་ར་འདི་ཚོས་འདི་ཡོད་མ་རེད་མི་འདུག་ཨ། ད་གང་ཡིན་ཟེར་ན་ཡ་ཁོ་རང་གི་ནུས་པ་སྤྲད་སྟངས་འདི་ཁ་ཁ་རེད་ས་ཕུ་ཕུའི་ནུས་པ་སྤྲད་སྟངས་འདི། གལ་སྲིད་ས་ཕུ་དེ་གནས་ཡོད་ན་ད་འདི་ས་ཕུ་རུ་ཨ། དེ་ལས་ཡ་འདི་ཡའི་ས་མིང་མ་བྱས། ད་འདི་ས་ཕུ་ད་ས་ཕུ་ཕུ་སྤྲད་དུས་ཙམ་པ་ལྔ་དང་དགུ་ཟེར་ལ་རུ་ཨ་ད་ལྔ་པ་དང་ད་འདི་ཡའི་དགུ་བ་འོ་ད་འདུག་ཟེར་རེད་ལྔ་པ་དང་དགུ་བ་ལ་ཡ་ནི་ཁོ་རང་གི་ནུས་པ་ག་རེ་རེད་བརྒྱ་ཆ་བརྒྱ་སྤྲད་ཀྱི་རེད། ད་དང་ན་ཅིག་འདི་ཡའི་ས་བེམ་པ་རྟ་ཟ་བེམ་པ་འགྲོ་བྱེད་ན་རྐང་པ་གཅིག་གི་ནུས་པ་དེ་སྤྲད་ཀྱི་ཡོད་མ་རེད། རྐང་པ་གཉིས་རྐང་པ་གསུམ་རྐང་པ་བཞི། དེ་མ་ཟད་རྟ་དེ་ལས་ཡང་སེར་བུ་སེར་བུ་ཟེར་ནས་མི་འདུག་དེ་ལི་ཝང་གི་རྡོ་དེ་བཞི་ཞིག་འདུག་ཨ། དེ་ལས་ལི་ཝང་རྡོ་དེ་གཉིས་མ་དེ་ཡོད་མ་རེད། ཨོ་རྟ་དེ་ལས་ཡང་ག་རེ་ཡོད་མ་རེད་ཤམ་རྡོ་དེ་ཡོད་མ་རེད་དེ་ལས་ཡང་སྔོན་པོ་དེ་ཡོད་མ་རེད། རྟ་ཁོ་རང་གི་ནུས་པ་གི་ཁྱད་པར་འདི་དང་བྱོལ་བ་ཟ་གི་ཁྱད་པར་འདུག་ཞེས་ཡང་ཧ་གོ་གོ་རེད།

ད་དཔེར་ན་འདི་དྲུག་ཆ་མཚོན་པ་ནི་གཟའ་དགུ་ཡི་རོ། གཟའ་རེའི་རིགས་ཀྱི་ཁྱིམ་བརྒྱད་ཀྱི་དུས་སྦྱོར་བརྒྱད་བརྒྱད་བརྒྱད་ལ་བྲི་བར། ད་མང་པོ་ཞིག་ཆགས་སོ། ད་དེ་འདྲའི་མང་པོ་ཆགས་ཟིན་པ་དེང་སང་ཨང་རྩིས་ཀྱི་འགྲོ་སྟངས་འགྲོ་བྱེད་ན་གཅིག་གི། Fractions། ཞེས་བརྩི་བཞིན་དུ། འདི་ཀྱི་ཐོག་ནས་བརྩི་བ་ནི་ཡང་སྟབས་བདེ་བོ་འགྲོ་བྱེད། ད་འདུག་འདུག་ཟླ་ཚེས་སམ་དཔག་ད་ག་འདྲའི་བསིལ་བོ་ནས་སམ་སང་རེ་ཞུ་དོ། ཡང་འདི་འདྲའི་གི་བེད་སྤྱོད་བྱེད་ཡུལ་འདི་འདྲའི་ཡོང་གི་འདུག་ཁོ་གི། ཁར་སོགས་རེད།

རོ། མགོ་ལ་གནས་དེ་རེད། ད་ཟླ་བ་འགྲོ་བ་ཅན་པ་ནི་གདོང་ལ་གནས་དེ་རེད། ད་མིག་མངས་འགྲོ་བ་ཅན་པ་ནི་མགྲིན་པ་ལ་གནས་དེ་རེད། ད་དེ་ནས་ལྷག་པ་དེ་ནི་སུལ་པ་གྲོ་གོག་ལ་བོར་བ་གྲོ་གོག་ལ་གནས་དེ། ཕུར་བུ་དེ་རྒྱུ་ཞབས་ལ་གནས་དེ། ད་ཅིག་རྒྱུ་མའང་དེ་དུས་བསམ་པ་དེ་མཚམས་འདུག་བ་ད་དེ་ནས་གཡས་གཡོན་འདུག་བ་ད་ད་ག་ན་བྱེད། ཕུར་བུ་རྒྱུ་ཞབས་གཅིག་འགོ། ད་ཡང་གཅིག་འགོ་བྱེད་ད་དེ་འདུག་བ་དྲིན་ཤིང་གཡས་རེད་བྱ། དེ་ནས་ཡང་པ་སངས་འགྲོ་བ་ཅན་ན་ཚངས་ར། རོ། དེ་ནས་ཡང་དཔལ་འབར་ཡིན་པ་ཡིན་ན། དཔོན་པོ་འདི་ལྟ་སྟེ། དབུ་མའི་རོ་བེད་ཅེས་རུ་བ། དེ་ག་སི་བཀོད་དགོས་དགོས་ཟེར། དེ་ནས་སྦྲ་ཆེན་འགྲོ་བཞིན་པ་ན་སྦྲ་ཆེན་གདོང་འདི་རྐང་པའི་སྒང་ནས་བསྡད་རེད། སྦྲ་ཆེན་མཇུག་འདི་རྐང་པའི་འོག་ལ་བསྡད་རེད། ད་དུང་སྨྲ་འདི་ཤེས་སྐྱོན་གོ་རེད་ཅེས་དང་གཟའ་ཁོ་རང་གི་འགྲོ་སྟངས་ཐོས་ན་སྦྲ་ཆེན་གདོང་དང་མཇུག་གཉིས་ག་དུས་གནས་གི་འདི་རེད། ག་ཚད་ཟུར་ཚད་བརྒྱ་དང་བརྒྱད་ཅུ་གི་པར་ར་གནས་འདི་གོ་ར་འགྲིག་རིགས་བརྒྱ་དང་བརྒྱད་ཅུ་ཡིན་ནའི་ཁོ་རང་ཡང་ལུས་ལ་བཀོད་དུས་ཙམ་པར་འདི་ཤེས་གྱི་དུས་ཙམ་པར་ཡང་དམིགས་བསལ་གྱི་འདུག་ཅེས་འདི་ཤེས་སྐྱོན་གོ་རེད། ད། འདི་ཡི་ལུས་ཧྲིལ་པོར་བ། ད། ད་ལྟ་ང་ཚོ་ཡི་དུས་དུས་ང་ནུས་དྲུག་ཅེས་འགྲེལ་བྱེད་རྒྱ་ཡིས་ཤོར་བ་ད་དོན་ང་ལ་ཡའི་ལྗགས་ཀྱིས་ཞུས་པ་ཡིན་པ་ཡིན་ན། ད་གཅིག་གིས། གློ་བ། ད་སྙིང། ད་མཆིན་པ། རུ་བ། ད། འདི་ཡི་ཁ་ཟུར་རེ་ཆེར་བ། ད་མཁལ་མ། འོ་ད་འདི་ཡི་རྗེས་ཀྱི་ཟ་ལ་ཡའི་ལྗགས་རིང་དུས་ཙམ་བརྐོས་ཡོང་དུས་ཙམ་བ། ད་ད་ད་ཡའི་གཙོ་བོ་འདི་ཡའི། ང་ཚོ་འདི་འདུག་ཨ། དོན་ལྔ་སྣོད་དྲུག་ཞིག་ཏུ་བཞུགས་འདུག་ཨ། ད་ནང་བཞིན་ཡལ་ས་ན་ནི་ང་ཚོ་ཡལ་ས་དགུ་ཡོད་རེད་དེ་ནི། གཙོ་བོ་གཅིག་གི་བྱེད་ལས་གཙོ་བོ་ཤུགས་ཆེ་ཤོས་བྱེད་དེ་གིན་དེ་ག་རེ་ལ་ན་ས་ལྔ་ཞེད་གོ་རེད། མིང་མ་ལྷག་པ་ཕུ་བོ་པ་སངས་སྤེན་པ་དེ་དེ། འོ་ད་འདི་གས་ཤེས་ཟིན་པ་ཡ་དེ་ལས་ཡ་སྦྱར་ཅིག་ཤེས་གོ་རེད་ད་འདི་གས་དེ་ཡ་དཔེར་ན། དེ་ལས་ཡ་ད་གིས་དེ་དཔེར་བཤུ་དང་རང་ད་ལུས་ལས་ཡ་སྦྱར་ནི་ཤེས་པ་ཡིན་ན། ད་འདི་ལས་ཡ། གཅིག་གིས་ལུས་ཡོད་ཀྱི་ཡོད་ས་དེ་ལས་ཟ་གི་ཡོད་མ་རེད་ད་དེ་ཡིན་ནས་ཀྱི་དེ་ལ་ཡ་ད་དཔེར་ན་ད་ལྟའི་དུས་ཆུར་ད་དཔེ་དཔེར་བརྗོད་གཞི་བཟུང་བྱས་ནས་བཤད་པ་ཡིན་པ་ཡིན་ན། གློ་བ་དེ་ད་ག་རེ་ཡོང་དགོས་ལ་ན་ཟ་ཟླ་བ་ཁྱེད་དེ་ཡོད་རེད་དེ་ཆུ་དེ་ལས་ཁྱེད་ཡོད་མ་རེད་ད་དེ་ཡིན་ཙམ་པ་གློ་བ་ན་ཟ་དེ་ཡིན་དགོས་ད་གློ་བ་གཡས་ཕྱོགས་ལ་འདུག་གཡོན་ཕྱོགས་ལ་འདུག་འོ་ད་དེ་ལས་དབྱེ་བ་བྱེད་དུས་ཙམ་པ་ཡ་འདིས་ཀྱི་ཕྱོགས་ལ་ཡང་ཡོད་ངེས་ད་དཔེར་ན་ཡ་སྒྲ་སྒྲ་ཆེན་དེ་དེ་དོ་འདིས་ཀྱི་ནང་ཁྱེད་དེ་ད་དེ་བརྒྱ་ཆ་བརྒྱ་ཆ་ད་མ་སོང་ནས་བརྩིས་པ་ན། ད་དེ་གནས་སྟངས་འདི་ཚོ་སྤྱི་དང་རོབ་ཙོ་འདྲི་བྱེད་རྒྱག་གི་ཡོད་རེད་མ་གཏོགས་དེ་ཡས་དེ་ནས་ཕག་ཚོ་རྒས་ཆོག་གི་མ་རེད་ལས་དེ་འདྲ་ད་གས་མི་འདུག་ཡིན་ནའི་ཁོ་རང་ལུས་ལས་སྦྱར་དུས་རྩམ་པ་ད་ཡས་རྩ་བའི་རྣམ་པ་ཚོས་ཞེ་དྲག་ཡག་མཁྱེན་གི་རེད་ལུས་ཀྱི་གནས་ལུགས་དེ་གས་དེ་རུ་ཡིན་ནའི་གཅིག་གི་ང་ཚོ་ཡས་དཔེ་རིས་འདི་ཚོ་ནས་བལྟ་འོང་དུས་རྩམ་པ་ཁོ་རང་སྦྱར་སྟངས་དེ་འདྲའི་འབྱུང་གི་ཡོད་པ་ཚོ་ཚང་ད་ད་ད་ཡས་སྒྲ་གཅན་དྲུག་ཅིག་གནས་པ་ཡིན་པ་ན

ལྟ་ཅི། གློ་བུར་གྱི་ནད་ཅིག་ནི་མི་འདུག་ཐོབ་རྒྱ་སྒོ་རྒྱ་ལྟ་ཅི་གི་འདུག་མོག་དྲ་དུང་ཁ་རྒྱ་ཡལ་དང་ཅི་རྐང་འཁོར་རྐང་ཆག་ལག་ཆག་ཡོང་ཡལ་ལ་སོགས་པ་འདི་འདྲའི་ཅི་ཡོང་ངོ་ར་འོ་ད་འདི་གའི་རིགས་དེ་ཡང་འདི་བརྟག་པ་ཅི་དང་ཁོ་ཚོས་བྱེད་ལས་སྟོན་གྱིན་གཙོ་བོ་འགྲོ་ཅི་ཡང་དྲ་ཅན་གྱི་འདུག་སོ་མ་སྟོན་གོ་རེད་ད་ད་འདའ་ཡལ་ཟླ་བ་ཡོད་འདི་ཙམ་པ་ཅི་ཐང་འདི་རེད་ད་འོག་ནས་དོན་གི་རེད། ཟླ་བ་དེ་ཅི་གི་ག་བ་སླེབས་པ་ནས་ཟླ་བ་དང་ཉི་མ་གཉིས་རེད་བ་ཟླ་བ་ཡ་ཉི་མ་མིག་མ་དེ་གྱིས་གསུམ་དེ་ཡ་ངས་ངོས་འཛིན་བྱེད་ལ་དཔེ་གལ་ཆེན་པོ་ཡིན་འདི་ངས

ཅིག་གིས་སྤྱི་གཙུག་སུ་ལ་བོར་བ་དཔྲལ་བ་གི་སྒང་ལ་ཡང་གནས་ཀྱི་རེད་ལྷས་འཕྲོ་ཅིག་མིག་མ་དེ་ཡ་ད་ལྟ་ཡ་མིག་ལ་གནས་འདིར་ད་མིག་གཡས་གཡོན་གཉིས་ག་བ་ཞིག་ནས་འཁྱེར་བར་ཁེལ་ཡོད་མ་རེད་ད་ད་ལྟ་ཡ་པ་སངས་འདི་ནི་ཅིག་གིས་བདེ་ལ་གནས་འདི་གར་སོ་ཨམ་མཆོག་ལ་ཨོ་ཁོང་དང་ལྷག་པ་ལྷག་པ་དེ་པ་སངས་དེ་སྣ་སྒུག་སྣ་སྦུག་ལ་གནས་འདི་ད་ནི་ཡ་ཕུར་བུ་དེ་ཅིག་གིས་མ་ལས་ལ་བོར་བ་འོག་ད་དུ་བ་ལ་གནས་འདི་ཁོ་རང་གི་འདི་དབྱེ་བ་ཕྱེད་སྒོ་རེད་ད་ད་ང་ན་བཞིན་ཡ་སྒྲ་གཅན་གདོང་འདི་ཡ་སྒྲ་གཅན་གདོང་རེད་ད་སྒྲ་གཅན་གདོང་འདི་མདུན་གྱི་ཕྱོགས་ཆ་ཚང་ལ་གནས་འདི། སྒྲ་གཅན་འཇུག་དེ་ང་ཚོས་སྒོ་གི་དང་རྒྱབ་ཀྱི་ཕྱོགས་ལ་གནས་དེའི་འགྲོ་ཆེ། ད་ད་ནས་ཡང་སྒོ་ལ་འདུག་བཀོད་དུས་ཚང་མ་ཉི་མ་དང་ཟླ་བ་གཉིས་འདི་བཀོད་ཡོད་མ་རེད། ག་ཚོད་ནས་ཡང་གཙོ་བོ་ང་ཚོ་འབྱུང་བ་ལྔ་དང་འབྲེལ་གོ་རེད་འབྱུང་བ་ལྔ་དང་འབྲེལ་དུས་ཚང་མ་འབྱུང་བ་ལྔ་པོ་འདི་གའི་ང་དེ་ལ་ཡང་བྱ་བྱེད་ནི་ཡོད་གོ་རེད། ད་གཅིག་གི་ལུས་ལ་ཡང་ནད་འགྲོ་བྱུང་བ་ན་ནི་ག་བ་ཡོང་གི་རེད་ཟེར་ལ་ད་ལུས་ནད་གང་དུ་བྱུང་ད་བར་དྲིས་དུས་དང་ད་འདི་འདྲའི་འདི་རེད། ད་བར་སྐད་ཆ་དྲིས་དུས་ཚང་མ་ད་ག་འདྲའི་སེ་གོ་རེད་ཟེར་ན།

ད་དེ་ལ་ཡི་གེ་སྲིད་གཟའ་ཟླ་བ་སླེ་བ་ཡིན་ན་ད་དེ་ནས་ཡའི་ཁྱིམ་ཞག་ནས་བརྩིགས་འདུག་ཙམ་པ་ཞག་མ་བཅོ་ལྔ་དེ་ལ་ཡིན་ལ་རོ་ཞག་མ་བཅོ་ལྔ་བར་དུ་ལ་ལུས་ཀྱི་གཡས་ལ་ནས་དང་བཅོ་ལྔའི་གི་མན་ལ་ནས་ལུས་ཀྱི་གཡོན་ཕྱོགས་ལ་ད་ཅིག་ནས་ཡུང་ཡའི་གི་ངོ་ཡོད་རེད་ད་དེ་ཟླ་བ་གཅིག་པོ་ཅིག་ད་གཟའ་ཆགས་སང་ལས་འགྲོ་གོ་རེད་ཡ། ཅིག་གི་ཁར་གཟུགས་རེད། མགོ་སྙོག་འགྲོ་ཞིག་ཏོག་ས་ད་ཡོད་རེད་དེ་ནས་ཁོ་རང་འགྲོ་སྟངས་འགྲོ་ཞིག་དེ་འདྲས་རེད། ད་ཅིག་གི། འདི་འདྲའི་ཡང་ས་དེ་གས་དེ་གིར་བ་ནི་གཅིག་ག་རེ་ག་རེ་ཡོང་གི་རེད་ས་དེ་གིས་ག་རེ་དྲན་གི་ལ་ན་ད། དེ་ལས་འདིར་བཤད། འདི་ནི་ཟ་འདྲེ་ཟ་མཁན་རེད་ཉི་མ་ཤར་ན་ཉིན་ནོར་ནམ་ཡོང་ད་དམག་དམག་ཁྲ་ངོ་ཡམ་གི་ཚེ་ད་ཡ་ཁྱིམ་དུས་སྦྱོར་འདི་ལ་ད་ཡ་ཟ་ཉི་མ་ཤར་བ་ཡིན་པ་ན་ད་དམར་ངོ་དང་ཁྲ་ངོ་ཡམ་གི་ཚེ་བ་ད་གཅིག་གི་ནད་ཡམ་གི་རིགས་རོ་བ་དེ་ནི་ཡ་ཁྲ་གི་ད་ཚེ་བས་ད་དེང་སང། ཁ་སོགས་ལས་ཚན་རིག་གི་སྨན་གྱི་ཐོག་ནས་བཤད་པ་ནི་ཚང་མ་ད་ཅིག་གི་སེལ་དང་ཅིག་ཁྲག་དང་དེ་འདྲའི་རྒྱུ་ནས་ཤི་འདུག་ཨ། དེ་ནས་ཁོ་རང་ཅིག་མཁས་པ་དྲུག་ཅུ་དབྱེ་བ་ཕྱེའི་དྲུག་ཡོད་ཡིན་ས་རེད་དྲིང་དུ་དམར་སྔོ་དང་ཁྲ་སྔོ་ལ་དུས་ཚོད་འོ་ད་དེ་རེད་གི་ཅིག་གི་ན་ཚ་ཡོང་ངེས་འགྲོ་ད་རོ་ཨ། ད་གང་དག་ཡིན་ཉི་མ་དེ་ནི་མེད་ཀྱི་རང་བཞིན་ཡིན་པ་ཚོ་ད་མེ་དང་འབྲེལ་བ་ཡོད་དེ་གི་ནད་དང་དེ་འདྲའི་མང་པོ་ཞིག་འབྲེལ་ཅིག་ཡོང་གོ་རེད་ད་འདུག་སུ་ཞིག་མང་པོ་ཅིག་དབྱེ་བ་ཕྱེ་ནས་ཡོང་དེ་གོ་རེད་ད། དང་ན་ཞིག་འདིར་བཞག།

བདག་པོ་དང་མ་སོ་ནི་རོ། ཁོ་རང་ལྟ་ཅིག་ཁང་པ་འདི་ལ་དཔེར་ན་ང་ཚོ་ཡི་སློབ་གྲྭ་ལྟ་ཅིག་འདི་གི་ཁང་པ་འདི་གི་བདག་པོ་རོ་བྱིན་པ་ཚོ་ཁོ་རང་ལ་ག་རེ་ཡིན་པ་ནི་དབང་རྩའི་རོ་བྱིན་སློབ་གྲྭ་ལ་ཡོད་འདི་ངེས་རོ་ཕྱི་ལོག་གི་ཆེ་གེ་འདི་སྐད་འདི་ལ་ཡང་མེད་རོ་ཞུ་རོ་ཆ་གི་རོ། དེ་ནི་བཞིན་བཟའ་འདི་སྐད་འདི་ཁོ་རང་གི་ནུས་པ་སྤྲད་པ་ཡིན་པ་ནི་ནུས་པ་འབྲི་སྟངས་ལ་ཁྱད་པར་ཡིན་གོ། དཔེར་ན་ང་ཚོ་སྤུ་གུ་ཆུན་ཆུན་དག་འདི་འདྲའི་ལྟོ་ཅིག་ཕ་མ་རོ་བྱིན་ཡོད་པ་ཡིན་པ་ནི་ཅིག་མི་བྱིན་པ་ཡི་ཁང་པ་ཡིན་པ་ནི་ཅིག། ཅིག་རྙོག་དྲ་ཚ་བོ་འགྲོ་བདག་རྩེད་མོ་འདི་འདྲའི་རྩེད་གང་བྱུང་མ་བྱུང་བྱས་འགྲོ་ཅིག་སོ་སོའི་རང་དབང་དང་མ་སོ་ནས་ཆེ་ཡ་ལེན་འགྲོ་ཅིག་ཅིག་གིས་ནང་རྒྱུན་ནང་བྱེད་བསྡད་འགྲོ་ཅིག་ད་ཕ་མ་མེད་པ་ཆེ་གནས་ད་ག་རང་མི་ད་ག་རང་འདི་སྐད་འདི་སྐྱིད་ལ་ཕ་མ་དང་འདི་འདྲའི་མེད་པ་ཡིན་པ་ནས་ཁོ་རང་མཉམ་ཆུང་བ་འགྲོ་ཆ་ཡ་ཞིག་དོ་བ་དཔེ་འདི་ན་ཤེས་ཅིག་འགྲོ་སྟངས་འགྲོ་ཆ་རེད་འདི་སྐད་གི་འགྲོ་སྟངས་འགྲོ་ཅིག་དུས་སུ་མར་འདྲེས་ཅིག་འགྲོ་གོ་རེད་ད་འདི་འདྲེས་དུས་ཙམ་པ་ཡ་ད་ཅིག་གིས་ཁོ་རང་གི་འདི་གི་ཟ་བྱེད་རོ་བ་ལུག་དང་སྡིག་པ་མིག་མངས་ཤིང་ཟེར་ལ་ད་ལུག་དང་སྡིག་པའི་དུས་སྦྱོར་བྱེད་རོ་བོ་འདི་ལ་ཡ་ཟ་མིག་མངས། རྟོགས་པར་ནུས་པ་བདག་པོ་དང་མ་སྲུང་ཆ་དེ་རེད། ད་ད་ནི་ཅི་ཡང་བླང་དང་བསྲང་རེད། བླང་གི་དུས་ཆོད་དང་བསྲང་གི་དུས་ཆོད་དེ་གི་བདག་པོ་དང་མ་སྲུང་ན་ག་རེ་ཟ་བ་བསྲང་ཆ་དེ་གོ་རེད། ད་ནི་ཅི་འཁྲིག་པ་དང་བུ་མོས་ཀྱི་ནི། དུས་ཆོད་ཀྱི་བདག་པོ་དེ་ཟ་ལྷག་པ། ཀ་ཀ་སྐྲ་དང་ཟླ་བ། རོ་ཀ་ཀ་སྐྲ་དེ་ཟ་ཟླ་བས་ཀྱི་ད་བ། ཀ་ཀ་སྐྲ་དེ་གི་བདག་པོ་ཟ་ཟླ་བ། སེང་གེ་དེ་གི་བདག་པོ་ཉི་མ། གཞུ་དང།

ཨོ་ད་དུ་སེར་བྱ་བུ་མོ་སྒྲ་ཆེན་ཀ་ཀ་བུ་མོ་སྒྲ་ཆེན་རེ་བ་བུ་མོ་དེ་སྒྲ་ཆེན་ཆེ་ཀ་ཀ་དྲ་ཟླ་བ། སྐྱེས་སྡུག་གཉིས་ཀྱི་དབང་བྱེད་དུ་ཟོ་ད་དེ་ལས་སྐྱེས་སྡུག་གི་བྱེད་ཀྱི་རེད་ཟེར་ཨ་ད་དུ་སེར་ཟ་དགུ་དེ་སོ་སོའི་གི་བདག་པོ་ཡི་ཐོག་ནས་དབྱེ་བ་ཕྱིན་ན་སྡུག་སྤྲོ་ཆེ། ད་དང་ན་གཞན་གཅིག་གི་ཟ་དེ་གྱེས་དེ་རེ་བ་དྲ་སྤྲོ་ཡོད་རེད། ད་ང་ཚོ་མི་ལས་ཡོང་གི་འདུག་ཨ། ངེད་ཀྱི་གྲོགས་པོ་ཡིན་ལེ་འགྲོ་ད་ཡང་ཅིག་ངས་ངོ་ཤེས་པ་ཡིན་ལེ་འགྲོ་ད་དེ་ང་ངོ་ཤེས་ཀྱི་མེད་ཟེར་ན་ཅིག་ཁྱད་པར་འགྲོ་དེ་འོ་རོགས་པས་དེ་ན་ཤི་ས་དེ་ཡེ་དེ་ལ་ཡོད་རེད་རྩ་བའི་ད་དེ་གས་ལ་ཡང་དྲ་གྲོགས་ག་རེ་བཞག་ཡོད་རེད་དེ་ཚོ་ཡང་ཅིག་གི་བན་བོད་ཀྱི་རང་བཞིན་རེད་བ་བསམ་བསམ་རེད་དེ་འདྲའི་ལེགས་ཀྱི་རེད་བ་ཡིན་ནའི་ཁོ་རང་ལ་ག་རེ་ཡོང་དགོས་ལ་ན་དེ་གས་ཀྱི་ཡ་སྒྲུབ་བྱེད་དེ་ནང་ལ། ད་དེང་སང Astro Physics གི་རྒྱུད་ནས་བཤད་པ་ན་ས་དེ་ལ་ཡང Gas འདི་ག་སི་འདུག་ཆུ་འདི་ག་སི་འདུག་ནི་ཅིག་རྡོ་འདི་ག་སི་འདུག Helium འདི་ག་སི་འདུག་ད Lithium འདི་ག་སི་འདུག་ཅེས་ཞུ་ཞིག་འགྲེལ་བཤད་རྒྱག་གོ་རེད་ང་ཚོ་འདི་འདྲའི་འགྲེལ་བཤད་རྒྱག་གིན་ཡོད་མ་རེད་དེ་ཡིན་ནའི་ཁོ་རང་ལ་ཡང་ཁྱད་པར་ཅིག་དབྱེ་བ་ཕྱེ་གོ་རེད་དབྱེ་བ་ཕྱེ་ནས་འདི་འདྲའི་དབྱེ་བ་ཕྱེ་ནས་ནི་ང་ཚོ་མང་འགྲེལ་བཤད་རྒྱུ་དེ་ཙམ་པ་དཔེར་ན་ཉི་མའི་གྲོགས་པོ་ཕུར་བུ་དེ་ཟེར་ད་ཉི་མའི་གི་གྲོགས་པོ་ཕུར་བུ་རེད་འདི་མ་ཡིན་གྱི་ཚོ་ཁོ་རང་ཉི་མ་ཡི་སྒྲ་རེད་ད། ད་དང་ལ་ཞིག་ཟླ་བའི་གྲོགས་པོ་ཕུར་ལག་གཉིས་ལ་དང་ཟླ་བའི་གི་གྲོགས་པོ་དེ་ཟ་ཕུར་བུ་དང་ལྷག་པ་གཉིས་རེད་ཟེར་ལ་འདི་མ་ཡིན་པ་འདི་གྱེས་འདི་འདྲ། ད་མིང་མ། ཟ་ལྷག་པ་དང་པ་སང་མིང་མ་ལྷག་སང་གཉིས་གི་གྲོགས་ཟེར་རོ་འདི་གྱེས་འདི་ཡ་འདྲ་འགྲོ་ཅི། ད་འདི་ཡ་ཟ་ལྷག་པ། ཟ་ལྷག་པའི་གི་གྲོགས་པོ་ག་རེ་འདི་གྱེས་དྲུག་ལྔ་དེ་འདི་འདི་འདྲ། ཉི་མ་གཅིག་པོ་ཞིག་གྲ་ཆག་འདིར། ད་དང་ལ་ཞིག་ཟ་ཕུར་བུ་འགྲོ་ཅིང་བས་ན་འདི་ལ་ཡ་ཟ་འདི་བཞི་པོ་འདི། གྲོགས་བྱས། འདི་རྐྱེན་གཉིས་ཏེ་སྒྲ་བྱ་ཡའི་སྒྲོ། ད་དང་ལ་ཞིག་ས་པ་སངས་ཀྱི་སྒྲ་སྒྲོག། ས་པན་པའི་སྒྲ་སྒྲོག། ད་སྒྲ་ཅན་གདོང་དང་འཇུག་ཅིག་རོ། ད་འདི་ལ་ཡའི་སྒྲ་དང་གྲོགས་སུ་དབྱེ་བ་མེད། ལེར་གོ་ཅིག། རྩ་བའི་འདི་གཉིས་ལ་ཡའི་གཟུགས་ཀྱི་རང་བཞིན་གྱིས་ཡོད་མ་རོ། ད་ཅིག། ང་ཚོས་ཀྱི་མཐོང་རེག་འབྱུང་བས་འདི་འདྲའི་གྱིས་ཡོད་མ་རེད། ད་མཐོང་རེག་ལ་འོ་རེ་ཅིག་ཡང་གྲིབ་ནག་འདི་ཡང་ཅིག་གཟུགས་ལྟར་རོ། ཡེ་ནས་འདི་འདྲའི་གྱིས་འདི་གྱིས་ཡོད་མ་རེད། འདི་མེད་པ་ཡིན་པར་སོང་ཙང་འདི་གྱིས་དེའི་ཆ་ཚང་ཡའི་སྒྲ་སྒྲོག་གང་ཡང་མེད་བདེ་བ་ཆེ། ཆ་ཚང་ལ་ཡའི།

ཨོ་ད་འདི་ཡ་ང་ཚོའི་བོད་ཀྱི་འདི་འགྲོ་སྟངས་རེད་དམིགས་བསལ་གྱི་ད་རྒྱ་གར་ལའི་ཁྱད་ཆོས་ག་རེ་འདུག་ལབ་ན། ལས་ད་ངས་འདིར་རང་བཞིན་འདི་སྒང་ལ་བྱ་ཡ་རེད་ད་དེ་འོག་ལ་སླེབས་འདུག་བ། ད་འདི་ཡ་འདིར་བྱས་རྒྱ་གར་གྱི་དམིགས་བསལ་གྱི་དུས་སྦྱོར་བྱས་ཁྱད་པར་ཞུ་འདུག་འདི་གས་འདི་ཡ་ཁོ་རང་རང་བཞིན་གྱི་བྱས། ཡང་ཁོ་རང་ཡང་ཁྱིམ་བདག་དང་ད་ལྟ་ང་ཚོ་དུས་ཕྱོགས་ནང་སླེབས་དུས་ཙམ་པ་ཁོ་རང་གི་རང་བཞིན་བཟོ་རྒྱུར་རེ་བས་དེ་འདྲ་འདུག་དཔེར་ན་གང་ཡིན་ཟེར་ན་ཉི་མ་གཅིག་ནང་ཁོའི་དབྱེ་བ་ཕྱེད་སྐོར་རོ། ང་ཚོ་ཡང་སྤྱི་བཏང་ཐང་ཐང་ཡང་གནམ་གཤིས་ཅིག་ཚ་གྲང་གཉོམ་པོ་འདུག་ཟེར་ལད་དེ་ཡང་ཞོགས་ཀའི་ཟླ་ཉི་ངོ་དགོང་དག་དབྱེ་བ་ཕྱེ་དུས་ཙམ་པ་གནམ་གཤིས་ཚ་གྲང་ཐེགས་ཁྱད་པར་ཡོང་སྐོར་རོ་དཔེ་འདི་ནས་ཤེས་བྱེད་ནི་ཡས་བདེ་ལ་ཡང་སྡུག་སེ་ཡས་རྒྱུར་འདོད་སྐོར། ལྟ་དེ་འདི་ཙམ་པ་འདི་འདྲས་ཀྱི་ཡས་ཁྱད་པར་འགྲོ་ཅིག་རྒྱ་གར་གྱི་དམིགས་བསལ་ཅིག་འདུག་ལྟ་དེ་ང་ཚོ་བོད་བོད་རྣམས་ལ་འདི་འདྲས་ཡས་བེད་སྤྱོད་གནང་བ་ངེད་ཀྱི་དེབ་འདིར་གྱེས་རྗེས་མ་སོང་བྱེད་ཀྱི་འདི་ཡོད་པ་ནི་ཡང་ཡག་པོ་འགྲོ་ཆེད་ཁོ་རང་གི་ནུས་པ་སྤྲད་སྟངས་འགྲོ་ཆེད་རོགས་ད་གཟའ་འདི་གྱེས་ཀྱི་འདི་རེད་ནུས་པ་ནུས་པ་སྤྲད་སྟངས་འགྲོ་ཆེད་རོགས་ཡང་གཟའ་ཁོ་རང་རང་བཞིན་ཁོ་རང་རང་གིས་ཤུགས་དཔེར་ན་ང་ཚོ་མི་འདི་ཡེ་ལྟ་བ་ཡིན་པ་ནི་ཁོ་རྒྱགས་པ་ཡོད་རེད་འདི་སྐམ་པོ་ཡོད་རེད་འདི་འབྲིང་བཅུ་ཡོད་རེད་ཁོ་སྐྱིད་ལོ་བརྒྱད་ཅུ་ཡོད་རེད་འདི་སྐྱིད་ལོ་ལྔ་བཅུ་ཡོད་རེད་ལས་བྱེད་རོགས་ཨ་འདི་ན་ཤེས་བྱེད་ནི་གཟའ་ཁོ་རང་ནུས་པ་འདི་ག་རེ་ལས་ན་འདི་རེད་སྤེན་པ་གཅིག་ལས་ཉི་མ་གཉིས་ལ་རོགས་སྤེན་པ་ལ་གཅིག། མིག་དམར་གཉིས། ལྷག་གསུམ་ཕུར་བཞི་ལས་ལྷག་པ་གསུམ་ཕུར་བུ་བཞི་པ་གསང་སྔགས་འགྲོ། ལྷག་གསུམ་ཕུར་བཞི་པ་གསང་སྔགས་འགྲོ། དེ་ནས་ཡང་ཟླ་བ་ལ་ཡང་དྲུག་བྱས། ཉི་མ་ལ་ཡང་བདུན། སྒྲ་གཅན་དང། རཱ་ཧུ་གདོང་དང། ད་ག་ཚོད་སྒྲ་གཅན་གདོང་དང་འཇུག་ལ་རཱ་ཧུ་དང་དཀྱིལ་དུ་རོ། ད་དེ་བེད་སྤྱོད་བཞི་དང། དེ་བརྒྱད་དེ་ལས་ནུས་པ་དང་མ་ཟོས་ན་ག་ཚོད་བརྒྱད། ད་བརྒྱ་ཆ་དང་མ་ཟོས་ན་དུ་སྤྲེལ། ད་ཆེ་ཤོས་དེ་བརྒྱད་རེད་ཆུང་ཤོས་དེ་གཅིག་རེད། ད་དེ་ག་ཚོད་རེད་ཆ་སྙོམས་ཀྱི་དོ། རེ་ཤོ་རྩི་ཡས་དྲུག་རེད། ད་ཤུགས་སྤྲེལ་བསྡུས་ཙམ་པར་ད་ནུས་པ་སྤྲེལ་བསྡུས་ཙམ་པར། ད་ད་ཡེ་ཡ་ཤུག་ཆུ་གར་སོགས་ཁོ་རང་གི་ནུས་པ་བརྒྱ་ཆ་བརྒྱ་སྤྲི་གི་རེད་བདུན་ཅུ་བདུན་ལྔ་སྤྲི་གི་རེད་ལྔ་བཅུ་སྤྲི་གི་རེད་ལར་བ། ད་ཁོ་རང་ལ་ཡོད་ཡོད་ག་ཚོད་ཡོད་རེད་ལ་ན། འོ་ད་དེ་ཡེ་དེ་རེད་ཡ། ད་དེ་ཡེ་དེ་ཡེ་ཟ་གི་མདོག་རེད། ད་ཅིག་ནས་ལ་འབྲེལ་དུས་ཙམ་པ་ནས་ལ་ད་ཅིག་གི་མདོག་དེ་འདྲས་དེ་ཡོད་དེ་གའི་ད་འབྲེལ་བ་བྱས་ནས་ད་དུ་རྒྱ་བོ་རེད། ད་ཅིག་ལྕགས་ལ་ལ་ཚོགས་པ་དེ་འདྲས་བརླག་བ་དང་དེ་འདྲས་བྱས་པ་ནས་ཡང་ཅིག་ལྕགས་ལ་བརླག་པའི་རྫས་དེ་ད་ཅིག་ཁ་དོག་དེ་འདྲས་རེད་ཟེར་ལ་ཡ་འགྲོ་བ་ད་ད་དེ་འདྲས། ད་དེ་ཡ་དབྱིབས་རེད། དབྱིབས་དེ་གཅིག་གིས་མ་འདྲ་བ་དེ་འདྲའི་མང་པོ་ཞིག་འབྲི་ཤེས་རྒྱག་པར་ང་ཚོས་ལུས་ལ་སྦྱར་དུས་ཙམ་པ་ཡང་གཅིག་མཁལ་མ་དང་ད་ལྟ་ཡ། དུས་སྔ་སྣོད་དྲུག་འདི་ཡས་སྦྱར་ཙམ་པ་ཡང་འདི་གི་ཡ། གཅིག་གི་ཟོབ་ལྟར་སྦྱོར་བ་འོ་ན་དེ་འདྲའི་འབྲི་ཤེས་རྒྱག་ཡ་འགྲོ་དང་ད་དེ་འདྲའི་མང་པོ་ཞིག་མགོ་རུ། ད་དེ་ཡའི་རྫས་ཀྱི་རང་བཞིན། རོ་གཅིག་གིས་ཤུར་བ་དང་མ་ཤུར་བའི་གི་རྫས་ལ་ཡ་འགྲོ་དང་གཅིག་སྲོག་ཆགས་ཀྱི་རིགས་དང། ད་གཅིག་གིས་ཁོ་རང་ཟ་འདི་གའི་རེ་རེ་རེར་ལ་མ་འདྲ་མ་འདྲ་མ་འདྲ་གཅིག་འདི་གའི་ཆ་ཚང་གི་རང་བཞིན་དང་མ་སོ་ནི་ཡ་དང་དང་དང་པོ་ང་ཚོ་ཧ་གོ་དགོས་ཡ་ཆེད། འདི་སྐད་ཧ་གོ་བ་ནི་ཞི་གནས་མའང་འདྲི་ཞེས་བརྒྱ་བ་ཡིན་ན་ཅིག་བརྒྱ་ཐོ་ཡས་འགྲོ་ཅིག་ད་འདི་སྐད་འདི་མེད་པ་ཡིན་པས་ན་མི་འདི་ག་འདྲས་ཟེར་ན། ཕ་ནས་མཐོང་དེ་ཙམ་ཨ་ཡིན་མདོག་ཁ་བོ་འདུག་ལས་བྱེད་ར་ཅིག་ཕྱིར་ཕྱིས་བལྟ་བ་ཙམ་མ་གཏོགས་འདི་ཁོ་རང་ག་ནས་ཡིན་པའི་ནང་ཅིག་ཁོ་རང་གི་རྒྱབ་ལྗོངས་ཀྱི་གནས་ཚུལ་རྩ་བ་ཉིད་ནས་མ་ཤེས་པ་ཆེ་ལམ་སང་འདྲི་ཞེས་བརྒྱ་བྱེར་བ་འདི་ནས་ཤེས་མ་ཡིན་པ་ཆེ་འདི་ནང་ལོགས་ལས་ཁོ་རང་གི་རང་བཞིན་འདི་ནི་མང་པོ་ཡོད་རེད་ད་དཔེར་ན་འདི་འདྲ་བ་ཆ་བཙོན་པ་ཡིན་ན་ཅིག་གཟའ་ཡོར་བ།

ནུས་པ་སྤྲད་ཀྱི་རེད་ཟེར་ལར་བ། ད་ནུས་པ་ག་ཚོད་སྤྲད་ཀྱི་རེད་ཟེར་ལར་བ་ཡང་ག་དུས་སྤྲད་ཀྱི་རེད་ག་དུས་ཚོད་ཚང། རྟག་པར་བཞག་རང་རེད་ལ་ན་ཡང་མ་རེད། དུས་ཕྱོགས་འདི་ན་སླེབས་ཡོང་དུས་བསམ་པ། དཔེར་ན་ཉི་མ་འདི་རེད་བ། ལུག་གི་ཁྱིམ་ལ་སླེབས་ཡོང་དུས་བསམ་པ་ཉི་མ་ཡ་བཅུ་གི་རེད་བ་ཁོ་རང་གིས། ཉི་མ་བཅུའི་རིང་ག་ལ་རེད་བ་དུས་ཚོད་ཤུགས་ཆེན་པོ་ཞུ་ཞིག་སྤྲད། ད་ནུས་པ་ཡོད་ན་མེད་ན་མ་གཏོགས་ཆ་ཚང་བཙལ་ཡོད་རེད་བ་ཆ་ཚང་བཏོན་ཡོད་ཅིག་རེད་བ་མ་མཐའ་འདི། ཡིན་ནའི། ཅིག་སྲང་གི་ཁྱིམ་ཡོད་རོགས་སྲང་གི་ཁྱིམ་ལ་སླེབས་དུས་ཙམ་པོ་ཉི་མ་བཅུའི་རིང་ཁ་ཁུག་གི་ནུས་པ་དེ་རྩ་བའི་ཡོད་རེད་ཡོད་ལབ་ན་ཡོད་རེད་དེ་ནི་ནུས་པ་རྩ་བ་གཉིས་ནས་མེད་དེ་ཡིན་འགྲོ། མི་དང་མ་སོང་ནས་ཞུ་ཅིག་རན་པོ་ཆགས་རལ་པ་ཆགས་དེ་བྱོས་རོགས་ཚང་མ་ཡ་རྫོགས་དེ་སྟོབས་དང་མ་སོང་རྫོགས་པའི། ཧ་ད་བ་ན་བཞིན་ཡ་ད་བ་རུ་ཆོས་མཚོན་པ་ཡིན་ན་གླང་གི་ཁྱིམ་ལ་ཞག་མ་གསུམ་གི་རིང་ཁ་ཞུ་ཅིག་སྟོབས་ཆེན་པོ་ཆེ་དེ་འདི་གི་ཁྱིམ་དེ་ལ་ཡ་ཉི་མ་གསུམ་རྩ་བ་གཉིས་ནས་སྟོབས་མེད་བ་འགྲོ་ཅིག་ད་མིག་མ་འགྲོ་ཅིག་པ་ཡིན་ན་སྐྱབས་རི་དགོངས་ད་འདི་ལ་ཡ་ཉི་མ་གཉིས་རྩ་བརྒྱད་ཀྱི་ནུས་པ་ཤུགས་ཆེན་པོ་ཞུ་ཅིག། རོ། འདི་རྒྱུན་རིང་པོ་བཀྲེས་སྐོར་རོ། ད་ཡས་ས་ལྷག་པ་འགྲོ་བྱེད་ན་ཉི་མ་བཅོ་ལྔའི་རིང་ག་བུ་མོས་ཁྱིམ་ལ། ད་འདི་འགྲོ་བྱེད་པ་ན་ས་ཕོ་བོ་འགྲོ་བྱེད་པ་ཡིན་ན་ཀ་བྲེའི་ཁྱིམ་ལ་ཉི་མ་ལྔའི་རིང་ག། ས་པ་སང་འགྲོ་བྱེད་པ་ཡིན་ན་ཉག་གི་ཁྱིམ་ལ་ཉི་མ་ཉིས་སྲབ་བདུན་དཔལ་འབར་འགྲོ་བྱེད་པ་ན་སང་གི་ཁྱིམ་ལ་ཉི་མ་ཉི་ཤུ། ད་ཡས་ཁྱིམ་བདུན་པ་བྱེད་རོ། ང་ཚོ་ཡས་འབྱུང་རྩིས་ཀྱི་ཐོག་ནས་བརྩི་བས་ན་འདི་རེད། བདུན་ཟུར་ལས། ཁྱིམ་བདུན་པ་འདི་ལ་ཁུར་བའི་ནུས་པ་ཆགས་ཚང་ཉམས་བདེ་བར་རྩ་བ་གཉིས་ནས་མེད་པ་ནང་བཞིན་གྱིས། འོ་ད་འདི་འདྲས་ཀྱི། ཡིན་རྒྱུ་དེ། གྲངས་འདི་གཅིག་པུ་གཅིག་ཉག་རེ་བདེ་ལེགས་གང་ཡོད་པ་དང་རང་རེད་དོ། ཁུར་བའི་ནུས་པ་ཉམས་ཡིན་ནས་ཁྱིམ་འདི་ཁ་ཁ་ཆགས་ཀྱི་རེད།

ད་ང་ཚོས་ད་རིང་ལྷ་སར་ཁྱེད་ཀྱི་ཞབས་ཕྱི་ཡག་པོ་ཡག་པོ་ལ་བོར་ད་ཅིག་སོ་སོ་ལ་ཡ། ནུས་པ་ལྡན་པ་དང་ཕན་ཐོག་བ་དང་ཁོ་རང་གི་རྩེ་རྫོགས་པའི་མཚམས་འགྲོ་ཅིག་རྩིས་བསྐོར་བ། ཡིན་ནའི་ཁོ་རང་རང་ལ་ཡང་དར་བའི་དུས་ཚོད་དང་མ་རྒས་པའི་དུས་ཚོད་རེད་ང་ཚོ་མི་ཅིག་ལ་གང་ཟག་ཅིག་ལ་ཆ་མཚོན་པ་ཡིན་ན། ཅིག་ལོ་བཅུ་བདུན་བཅོ་བརྒྱད་བཅུ་དྲུག་དུས་སུ་ཡང་དར་མའི་གནས་སྐབས་རོ། ཡང་འདི་ཅིག་ནི་འབྱར་གྱི་རོ། ཡང་ཡིན་ནའི་གི་དུས་ཚོད་ཐུང་ཐུང་ཅིག་གི་ནང་ལ་ཡང་དར་བའི་དུས་ཚོད་རོ་དང་མ་གུས་པའི་དུས་ཚོད་འབྱར་ཡོང་གི་རོ་ད་འདི་ན་ཤེས་ཅིག་ནི་འདི་གའི་ཆ་ཚང་ཡང་འབྱར་དགོས་དགོས། འདི་གའི་ཆ་ཚང་གི་ནུས་པ་འདི་གའི་དེ་གི་གལ་སྲིད་མ་འབྱར་བ་ཡིན་པ་ནི་ཡང། ཕ་ཆོས་འབྲི་བྱེད་ཀྱི་དེ་ཡང་གང་ག་ལེར་ཁྲེལ་བསྡད་འགྲོ་ཅིག།

བྱས་ཕྱིར་རོ། ད་འདི་སྐད་ཀྱི་ནུས་པ་ད་དེ་ནས་མང་པོ་བྱུང་འདུག། ནུས་པ་བཏང་བཏང་ཞིག་འདི་སྐད་ཆ་ཚང་ཡང་མཉམ་དོ་ཁྱེད་གོ་གོ་རེད་འདི་སྐད་དེ་མེད་པ་ཡིན་པ་ན་ཆ་ཚང་རེད་ཅིག་ལྟ་མ་ཐོ་ཅིག་གྲུབ་ཅིག་རེད། ད་འདི་སྐད་ཆ་ཚང་འདི་རེད་གོ་གོ་མཉམ་དོ། རོ། ཅིག་དབྱངས་ཅག་ཞུགས་ནས་ག་འདྲས་གོ་རེད་ལ་ན་འདི་འདྲས་འདི་འདྲས་གོ་རེད་ཟེར་ན་ད་གསུང་ཡས་འདི་འདྲས་འདུག། ད་འདི་མ་ཟོ་དུས་ཚོད་ཟོག་འགྲོ་གི་ཡོད་ས་རེད་འདི་ངས་བསྡད་ལ་ཡ་མཚམས་བཞག་གིན་ཨེ་རྣམ་པ་ཚོ་ཡང་བཀའ་དྲིན་དོག་དྲིན་གནང་ཡ་འགྲོ་བོ་དང་འདི་ཐོག་ལ་བསྡད་ཡོད་པ་ན་དགའ་བསུ་ཞུ་གི་ཡོད།

ཚོམས་ཤོག་རུ་ཅིག་བྲིས་ཀྱིན་ཡོད་ཅེས་ལབ། དེ་ནས་སྔོན་འགྲོའི་དཀའ་ཁག་ལ་སོགས་པ་འདི་གའི་རྩ་བ་ཡི་གེ་ཀྱི་འགྲོ་སྟངས་བརྗོད་ལ་འདི་གའི་རྩ་བ་གཉིས་ནས་མ་སྦྱངས་བྱས་ང་ལམ་སང་དེ་འདྲའི་བྱེད་ཀྱིན་ཟེར་ན་ཡོང་ཡས་ཡོད་མ་རེད་བ། དེ་མ་ཟད་སྔོན་འགྲོ་དེ་མེད་བ་ནི་མེད་ཐབས་མེད་དེ་ཡིན་འགྲོ་ཞིག་རེད། ད་འདི་ནས་ཡ་ཁང་པ་དུ་མ་སོང་སྒོ་དུ་མ་སོང་ནས་ཞུགས་བྱས་ནས་གཞི་ནས་ཡ་ནང་ལོག་འཛུལ་ཡས་རེད་བ། དེ་ནི་སྔོན་འགྲོ་དེ་ཡིན་རྒྱུ་འདི་རེད་བ་ཅིག་རེད་ད་ཅིག་སྒོ་དུ་མ་སོང་ནས་ཆགས་བསྡད་རེད་དེ་མེད་ན་ཡོང་ཡས་ཡོད་མ་རེད་ཞུས། ནས་དྲི་བ་གཉིས་པོ་དེ་དོན་དུ་ང་ཚོ་སྨན་གཞུང་ནང་ལོགས་ལ་གླ། གླ་ཕོག་ཚུལ་ཞིག་ཏོ། ང་ཚོ། གཟུགས་པོད་ཀྱི་རྟགས། ནང་ལོགས་ལ་གླ་ཕོག་ད་འཚེ་བ་ལ། བཀར་ནས་གླ་ཕོག་གི་ཏོ། འོ་འདི་དང་ཨ་ནི་ད། དབྱངས་འཆར་གྱི་ནང་ལོགས་ལ་དམིགས་བསལ་གྱི་དེ་ལས། གླ་གི་ཕོག་ཚུལ་དུ་གླ། གད་ལ་གི་ད། འདྲེ། མྱོང་ཚུལ་དྲུག། ནི་འོ་འདི་བྲི་བ་དང།

བྱེད་ཀྱི་སྤྱོད་ངན་ལྟ་ན་སྔ་བར་དུ་ཨེན་ཅིག་གཡས་ལས་བུད། ནི་སྐྱེས་པ་དག་བུད་མེད་ལས་ཡང་བར་དུ་ལྡོག་ཅིང་ཕུག་རེ་གཅིག་པ་མ་རེད་དེ་བར་དུ་འདི་ཡང་བཞི་བ་ཅིག་ཞིབ་ཕྲ། ཉི་མ་དང་པོ་དེ་ལས་རྩ་ཡི་ཚེ་བ་གཅིག་ལ་རེ་རྩ་ག་བ་ཁྱི་གེར་ནི་རྐང་པའི་མཐིལ་ལྟ་ཅིག་གི་མཐིལ་ཡོད་རོ་མཐིལ་ལ་ཕུག་རེ་གཉིས་ལ་ག་བ་རེ་ནི་དེ་ཡང་གྲུ་མོ་གང་ལ་སླེ་གི་རེ་གསུམ་ལ་དེའི་ཚིགས་ལ་སླེ་གི་རེ་དེ་ནས་བཞི་ལས་དཔོན་མོ།

སོགས་རིག་པ་བྱུང། ཁོ་རང་རང་ནས་ག་འདྲས་སྲིད་ན་བསམ་གི་འདུག་འདི་ནས་ཚུར་འཐེན་ཀྱོག་མེད་ན་བསམ་བསམ་རེད་དྲན་གི་འདུག། ད་དེ་ངའི་བསམ་ཚུལ་ལན་བརྒྱ་ཆ་ཡར་རེད་ཟེར་ནས་ཞུས་འདུག་འོ་མ་རེད། ཐུགས་ཆེ་ན་ད་ལྷན་གྱི་ནང་ལ་ཐོག་རིགས་དོན་དུ་མང་པོ་ཡོད་ཀྱི་རེད་བསམ་གི་འདུག་ཨཱ་ནི་ཞལ་ལག་བར་སེང་དང་བར་སེང་ག་དུས་བྱུང་ན་ཨཱ་ནི་བཀའ་འདྲི་གནང་རོགས་གནང་ཞུ་ཡག་ཡིན། ཨ་ད་འདི་རྗེས་ལ་ཡང་ཨཱ་ནི་སྐུའི་བླ་མའི་པང་ཚེ་དབང་དམ་འབྲིང་མཆོག་ལ་ཡང་ཨཱ་ནི་ཁ་གཅིག་ཤོར་བ་དང་ཡང་ལག་འཁྱེར་ཕུལ་ཆེད་ཨཱ་ནི་ཆེད་བསྟོད་གནང་རོགས་གནང་ཞུ་ཡག་ཡིན།